ད་ང་ཚོ་ད་རེས་འདི་ག་ཚེ་ནས་ང་ཚོ་ད་ཁོང་རྣམ་པ་ཚང་མ་ཡོད་རེད་ང་ཚོ་མི་སྒེར་གྱི་གྲོས་བསྡུར་འདྲ་པོ་མང་པོ་ཅིག་བྱས་ཨ་ནི་ཚོང་འདུས་རེད་དེ་འདྲས་ཁ་ཤས་དེ་རིགས་ཀྱི་ཚོ་ནི་སྐད་ཆ་དེ་འདྲས་བྱས་པ་རེད་ཨ་འདི་ག་རེ་རེད་ཟེར་ལབ་པ་ཡིན་ན། ད་ང་ཚོ་དེ་འདྲའི་སྤྱི་བཏང་ང་རང་ཚོ་གི་བོད་པའི་གི་སྤྱི་ཚོགས་གི་ཐོག་ལ་ཡིན་ན་འདྲང་འདུག་གང་ཅིག་གི་ཐོག་ལ་ད་མི་མང་རང་གི་ཐོག་ནས་ཏི་སི་ཆི་ག་སོག་པོར་ད་སེམས་གི་ཐོག་ལ་ད་རི་ག་སེམས་གི་དཀའ་ངལ་འདི་ཚོ་མང་པོ་ཅིག་ད་མི་གི་ཚང་མ་ཐམས་ཅད་གི་སེམས་དང་འབྲེལ་བ་གི་དཀའ་ངལ་འདྲ་པོ་ཅིག་ཆགས་འདུག་བ། ན་རེ། དེ་ཡིན་དུས་བར་ལ་ད་ང་ཚོ་ཡ་ཞེ་མ་ཞེ་བྱེད་ནས་ད་རི་ང་ཚོ་དུས་ཚོད་དེ་གི་ཚང་མ་བཏང་བྱས་ཨ་ནི་གིན་གི་ཀུན་འདུས་ལས་ཅིག་བཅག་བྱས་ཨ་ནི་ང་ཚོ་གི་དེ། སྲས་བུ་སྲིན་ཞེས་ཁ་སོགས་དག། རྒྱན་གྱི་ཚོད་ལ་ཡང་ནི་བྱེད། རང་སྟེང་ཀ་ལོ་ཞོལ་དེ་ལ་ཡང་ནི་སྡེ་ཚན་སྲུང་བཞི་བཅས་ཡོད་རེད་པ། དེ་ཡིན་ཙང་ད་རེས་འདིའི་ཆེད་དང་འགའ་ནི་དེ་བཅའ་བ་ཡིན། རྒྱན་གྱི་དག་དུས་ཚོད་དུས་སུ་ཚང་མ་བཏང་བྱས་དེ་འདྲའི་གནང་བ་དེ་ལ་ཡང་དག་བཅའ་དང་བཀའ་དྲིན་ཆེ་ཞུ་ཡ་རེད།
དེ་ནི་ག་རེ་ཡིན་ཟེར་ན། ང་རང་སོགས་ཀྱི་སྤྱི་གཙུག་གི་ནང་ལོགས་ལ་དག། བོད། ཨ་ནི། གཙོ་བོ་བོད་ཆེ་རེད་པ། བོད་གངས་ཅན་ཆོས་ལས་ཆེ། མདོ་ཡུལ་ཁང་སོགས་ནས་བོད་ཀྱི་ཐོག་ལས་ཡིན་ན་འདྲ་འདུག། དེ་རིང་ཁ་སེང་ཤི་རྒྱལ་ལས་ཡིན་ན་འདྲ་འདུག་རྒྱ་གར་ལོག་པ་ཡིན་ན་འདྲ་འདུག་ད་ག་འདྲ། དྲ་རྒྱ་དང་དུས་ཚོད་ཐུག་ལ་ཡ་ཨ་ནི་ཧ་ཅང་གི། ཅེས་ཕན་ཚན། འབྲེལ་བ་ཞེས་ཡ་ལ་སོགས་པ་དེ་འདྲ་ལྟ་དུས་པོ་ཅིག་ཆགས་པ་ཡིན་ཙང། ཨ་གནས་ཚུལ་དེ་ཚོ་ཡིན་ན་ཡང། དངོས་ཡོད་གནས་ཚུལ་དེ་ག་རེ་ཡིན་མེད་ཡག་པོ་ཅིག་ཧ་མ་གོ་ཞེས་རེད་པ། ད་ཅིག་མི་རེ་འདྲ་མ་འདྲ་སྐད་ཆ་འདྲ་མ་འདྲ་མང་པོ་ཤེས་ཀྱི་ཡོད་རེད་པ། དེ་ཡིན་ཙང་དངོས་ཡོད་གནས་ཚུལ་དེ་ག་རེ་ཡིན་མེད་དེ་ཡག་པོ་ཅིག་ཧ་མ་གོ་ཅེས། དེ་ནི་ནང་ནས་ཡང་ད་ཅིག། མི་ཁ་སྡིག་པོ་འདྲ་མ་འདྲ་ལྷའི་ངོ་བོ་རེད། ཨ་ནི་ཁ་ཤས་ཀྱིས་པའི་གཟན་ཤ་དམར་པོ་གན་དང་དབུ་ལ་དང་ཐོག་ནག་པོ་རྐྱང་རྐྱང་རྒྱག་སྟེ་དེ་ནི་བརྡ་ཡག་གི་བརྡ་ངན་དེ་འདྲ་མང་ཞིག་གྲགས་ཀྱང་དེ་གོ་ལ་ཨ་ནི་དཀའ་ངལ་རུ་གྱིས་འོང་འདུག་ཨ་དེ་སོང་ཙང་ད་དེ་སྔ་ཕན་ཆད་ཀྱི་མི་རིགས་རང་གི་བེ་ཀེ་ཅི་ག་སོག་པོར་ད་དཀའ་ངལ་འདི་ལས་ཡག་ཅི་སུའུ་འདྲ་བོ་ཞིག་ཁྱེར་ནས་ཨ་ནི་པའི་སོ་སོ་གི་ཁ་ན་ཤེས་པ་ཙམ་པ་ནོ་ལང་ལེ་སྔོག་གི་ཐོག་ལ་སྡུག་དཀའ་ལས་བྱས་ཏེ་བསྡད་ཀྱིན་དེ་ད་ང་ཚོ་འདི་ཕྱི་ལ་ཡོད་ངེས་ཀྱི་གཙོ་བོ་འདྲ་པོ་བྱེད་མཁན་ཆགས་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་ཨ་ནི་དད་མཚན་དང་པོ་གཅིག

གྱི་མི་མང་ཡིན་མོད། དེ་ནི་མང་པོ་ཅིག་ཡོད་པ་ཡིན་ཙང་འདི་དྲིལ་གྱི་ཐོག་ལ་ངག་ཐོག་ནས་བས་དངོས་ཡོད་གནས་ཚུལ་དེ་གང་ཡིན་པ་དེ། མང་གཙོ་གཅིག་གསུང་ཐུབ་ན་ཡག་པོ་འདུག་ཟེར་ནས་ང་ཚོར་གྲོས་བསྡུར་རེ་བ་བྱས་ནས་བྱས་ཙང་གདན་སའི་གནས་བབ་དེ་ལ་ད་རེས་དགེ་རྒན་དུ་ལས་ཡ། མ་དྲོས་ཁ་བཏགས་ཀྱི་རྒྱུད་ནས་འདོད་ཀྱི་གསུང་རོགས་ཞུ་ཟེར་གྱི་རྒྱུ་མཚན་གདན་སའི་གནས་བབ་དེ་ཡིན། གསུམ་པ་དེ་ལ་ད་ང་ཚོ་གི་ཞུ་ཡག་གི་གཙོ་བོ་རེ་བ་དེ་ག་རེ་ཡིན་ཟེར་ལགས་ན། ག་རེ་གསུང་དགོས་རོགས་ལྟ། ད་ང་ཚོ་གི་བཟོས་མ་ཐོ་བ་གཙང་ར་ནས་ཁས་ལེན་བྱས་མ་ཐོ་བ་དེ། མགོན་སྦྱར་རིན་པོ་ཆེ་གི་ཨ་ནེ་ཟི་མའི་ལྷ་ལས་ཡ་ཨ་ནེ་སྤྱན་གཟིགས་བྱས་ཀྱི་འདུག་ཟེར་དེ་ང་ཚོ་གི་བཟོས་མ་ཐོ་གཙང་ནས་མ་རེད་བ། ན་རེད་ན་རེད། མི་ཚང་མ་ཚང་གཅིག་དེ་རེད་རོ་ང་ཚོ་བཟོས་མ་ཐོ་དེ་གཙང་ར་ནས་མ་རེད། ཚང་མོ་གི་ད་ཅི། བསྟན་སྲིད་སྲིད་འགྲོ་ཅིག་ཡིན་ལ་གཙང་ར་ནས་ནས་ཁས་ལེན་མ་ཐོ་བཟོས་མ་ཐོ་དེ་ཁོ་ན་ག་རེ་རེད་ཟེར་ལ་ན། ན་རེད། ང་ཚོ་གི་གྲོས་བསྡུར་འདྲ་པ་བྱས་ནས་ད་ང་ཚོ་དེ་ཆོས་དེ། བཀའ་སྩལ་པོ་ད་ག་ཚད་ང་ཚོ་གིས་དགེ་སྦྱོར་མང་པོ་བྱུང་བར་དེ་སྐོར། དེ་ཡིན་དུས་ག་ལ་བཟོད་མ་ཐུབ་བ་དེ་ད་ང་རང་སོགས་ཀྱི་བོད་མི་རིགས་འདི་གི་ཐོག་ནས་ཀྱི་སྐྱབས་འབོག་གི་ཐོག་ལ་ཡ་ཀྱི་ལས་ཀ་བྱེད་ཉིན། ཆོས་དང་འཇིག་རྟེན་གང་དག་རྡོ་རྡོ་འཚམས་དེ་འདྲས་ཀྱི་ཐོག་ལ་ཡ་ཨ་ནི་བླ་ཆེན་དང་མེ་ཆེན་མང་པོ་ཅིག་གིས་ཨ་ནི་བོད་མི་རིགས་འདི་གི་ཐོག་ལ་ཡ་དཀའ་ལས་འདས་བཞག་ནི་དེ་ཚོ་ལ་ཡ་ཨ་ནི་བོད་དངོས་སུ་ཁོ་རང་གི་དག་ཅིག་གཙང་རང་ནས་ཁས་ལེན་མ་ཐོབ་བས་དེ་ཚོ་ལོ་རྒྱུས་ནང་སོག་བསྡད་པ་ཅིག་ཁས་ལེན་མ་ཐོབ་མང་པོ་ཞིག་བཤད་དགོས་དུས་ང་ཚོ་བཟོད་མི་ཐུབ་ཀི་དཀའ་ངལ་གཙོ་བོ་དེ་ཅིག་ཆགས་གི་འདུག་དེ་ཡིན་ཙང་ད་ང་ཚོ་རྒན་ལས་ཞོལ་ཡས་དེ་མང་པོ་ཆགས་འགྲོ་འདུག་རྡོ་དུག་དེ་ག་རེ་ཡིན་ཟེར་ལབ་ན། ད་དུས་ངག་འཕེན་བྱེད་ཀི་རེད་བ། ལྷ་རྡོ་རྗེ་ཤོག་ལྡན་འདིས་བསྟེན་གསོལ་ཞུས་མཁན་གི་བླ་ཆེན་དང་མི་ཆེན། མི་མང་ཉང་ཆུང་གང་ཅིག་གི་ཐོག་ནས་དེ་ཚོ་གི་ཨ་ནི་བོད་མི་རིགས་འདི་གི་འགན་ཁུར་བྱེད། ལས་ད་གར་བྱས་ཡོད་རེད་ཟེར་བ། ཆུ་དང། ནང་པའི་སངས་རྒྱས་པའི་ཆུ་འདི་གི་ཐོག་ལ་ཡིན་ནི་འདྲ་འདུག། ཨན་དེ་ག་ནང་བཞིན་གི་ད་བའི་མི་རིགས་འདི་གི་ཐོག་ལ་ཡ། ལས་ཀ་གར་བྱས་ཤག་ཡོད་འགན་གར་ཁེ་ཡོད་རེད་ཟེར་དེ། སྡེ་ཚན་དང་པོ་དེ་ལ་འགན་གི་དེ་སྐོར། ཨ་ནི། ད། སྤྱི་ཚང་ནས་བཤད་དགོས་ན་ད་ཚ་ཡ་ཡོད་མ་རེད་བ། ངས་ད་འགན་གི། འདུག་འདུག་ཚི་ཆི། ད་ང་རང་ཚོ་ཆོས་སྐྱོང་ལྟེ་ངན་གི་ཕྱོགས་ནས་རེད་བ། ལ་བ་ལ་ལ། ཨོ་དེ་གར་བྱས་ཤག་ཡོད་རེད་ཟེར་ད་ནི།

བཀྲ་ཤིས་ལགས་གསུང་བ་དེ་རེད་ཨ་ནི་ད་དེ་རིང་གཙོ་ཆེ་ཤོས་དེ་ང་རང་ཚོའི་ད་བའི་ས་གནས་ག་ས་ག་གི་ཨ་ནི་སྐུ་ཚབ་གནད་ཡོད་མང་པོ་ག་མོད་ནང་ཨ་ལྷག་པར་དུ་ཁྱེད་རང་ཚོ་སྐུ་ངལ་ལ་མ་འཛེམས་པ་ཆེད་ལས་འདས་ལ་ཕེབས་ནས་ང་ལ་བཀའ་འདྲི་གནང་ཡས་ད་ཨ་དེ་གི་ཚང་མ་ལོག་ལ་ཡ་ཨ་ནི་ཚང་མ་ལོག་ལ་ཡ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཅེས་ནས་ཞུ་ཡས་ད་ཨ་འདི་ང་རང་ཚོ་གི། ད་ཡུ་རོབ་ཀྱི་དམངས་ཁྲོད་ཁ་བརྡ་དེ་སེང་ངེ་གི་བོད་གཞིས་བྱེས་གཉིས་ལ་ཡོད་དེ་ངའི་བློ་ཟུ་བོ་གནས་པ། དྲང་བདེན་ལ་རྒྱབ་སྐྱོར་ཡོད་ངེས་ཚང་མ་ལོ་ལ་ངེས་ད་རེད། ད་གོ་སྐབས་དེ་སེམས་ཆེད་ཚང་མ་ལོ་ལ་བཀྲ་ཤིས་བདེ་ལེགས་བྱིན་ནས་ཤོད་ཅིག་དེ་འདྲས་ཡིན། ད་ད་ལྟ་ལྷན་རྒྱས་ཚོ་གི། མ་ཤེས་མེད་ད་ཁྱེད་རང་ཚོ་བཀའ་བསྡུར་ཞིག་ད་གནང་ཡོད་རེད་བྱས་ཙང་དེ་རེད་ལ་ཨ་ནི་ང་ལ་ཡང་ཁྱེད་རང་དེའི་སྐོར་ལ་ཡང་ད་བསམ་ཚུལ་ག་རེ་ཡོད་ཅེས་ནས་དྲི་ག་ཕེད་དེ་འདྲ་གནང་པ་དེ་ངས་ང་རེ་ངོས་ནས་གང་ད་གང་དྲན་པ་ཅིག་ད་ཆ་ཚང་ཞིབ་ཚགས་པོ་ཅིག་ངས་དྲན་ཡ་ད་དུས་ཚོད་ཅིག་གི་ནང་ལ་ཞུ་ཐུབ་ཡ་ད་ཁག་པོ་རེད་དེ་ཨ་ནི་ཡིན་ན་ཡང་ད་ང་རེ་གང་དྲན་དྲན་ཅིག། ཞུས་ཆོག་ཅེས་བྱས་ཏེ་ལྷན་རྒྱས་ཚོགས་ཀྱི་ཐུགས་རེ་ནང་བཞིན་བྱས་ད་ང་རེ་གང་དྲན་དྲན་ཅིག་ཨ་ནེ་དེས་བ་ཚ་ལགས་དེ་ལ་ད་ཞེ་དྲག་གི་ཡིག་ཆ་བསྟན། ང་གནས་ཚུལ་མང་པོ་ཅིག་ཕར་ཚུར་སྒུག་རྡུག་བྱས་ནས་དེ་འདྲ་བྱས་ས་ག་ཡེ་བྱུང་མ་སོང་ཡིན་ན་གང་དྲན་དྲན་ཅིག། ཞུ་བའི་དུས་ཚོད་དང་པོ་དེ་ད་ད་ནའང་འདི་ནས་བཀའ་འདྲི་གནང་ཡས་ནང་བཞིན་རེད་ང་ཚོ་ཆོས་སྐྱོང་ལྟས་ངན་གི་མི་རབས་གོང་མ་དང་བླ་རབས་གོང་མ་དང་ང་ཚོ་ཆོས་སྐྱོང་ལྟས་ངན་གི་ད་མི་ཐོག་དེ་ཚོ་གི་ཐོག་ནས། ཨ་ནེའི་བུ་བསྟན་པ་ཆབ་སྲིད་རེད་ད་རྒྱ་བོར་མི་ཆེ་གི་སྐོར་ལ་རེད་ད་ག་འདྲེ་གི་དབུ་བོ་སྤུན་འདི། ད་ག་ནང་བཞིན་གི་འགན་མཉམ་ཁུར་ད་ག་འདྲེ་ཅིག་གནང་ཡོད་རེད་གསུང་ཡ་དེ་དྲི་བ་དེ་གནད་འགག་ཆེན་པོ་ཞེ་བོ་ཅིག་འདུག། ལ་སོགས་ཀྱི། དེ་ལྷན་རྒྱས་ཚོ་དགོངས་པ་གཏིང་ཟབ་བཞེས་བཞེས་བཞག་ལ་དངོས་གནས་དྲང་གནས་ཀྱི། དངོས་གནས་དྲང་གནས་ཀྱི་ད་དེ། དྲི་བ་དེ་གལ་ཆེན་པོ་རེད་དོན་དག་དོན་དག་དེ་གལ་ཆེན་པོ་རེད་ཨ་ནེ། ལྷན་རྒྱས་ཚོ་གི་ད་ད་ཅིག་ང་གཅིག་གོ་ལ་བྲིས་ནས་བཞག་བཞག་པ་དེ་འདྲ་མ་ཡིན་པ། ད་ང་རང་བཙུགས་མཁན་ཨོའོཞེས་རྗེ་སྙེ་ག་ནག་ལོ་ལ་ཡག་ད་ཉམས་མྱོང་ཟ་མྱོང་ངས་ཀྱི་ད་ད་མི་རྒན་པ་ག་ལ་གང་འཚམས་ཡོད་རེད་དེ་གས་དེ་ལ་ཡང་བཀའ་དྲིན་གནང་པོ་ཡིན་ན་ཡང་ད་ད་ཏན་ཏན་ཞེ་ཡང་མང་པོ་ཏན་ཏན་ཡོད་རེད་བསམ་གྱི་འདུག་ལ་སོ། བྱས་ཙང་དེ་ཡིན་དུས་གང་ལ་ད་ཨོའོམི་གཅིག་ལ་བཤད་དྲིས་བྱས་ནས་ནི་ལྷན་རྒྱས་ཚོ་བཞག་མ་བཞག་པ་བྱས་ནས་ད་དེའི་ཐོག་ལ་བཤད་མཁན་མང་པོ་ཡོད་ཙང་ང་ཚོ་གི་ཆོས་སྐྱོང་ལྟས་ངན་གྱི་ཕྱོགས་ནས་ག་འདྲི་གཅིག་གི་འགན་མཉམ་འཁུར་ག་འདྲི་བྱས་ཡོད་མེད་དེ་ཧང་སང་ཡ་གཅིག་ད་ཡོད་ཡོད་རེད། ད་དེ་འདྲའི་ཆེ་བསྟོད་ད་ང་རེ་འགའི་མགོ་བཙུགས་ས་རེ་བྱེད་ཅེས་ཞུས་པ་ཡིན། ད་སྐྱབས་རྗེ་བདེ་ཆེན་སྙིང་པོ་དེ། དུས་རབས་སྔའི་མ་གི་ནང་ལོགས་ལས་ཡག་བྱས་ད་དུས་རབས་བཅུ་དགུ་ནང་ལོགས་ལས་ཡག་འཁྲུངས་བོད་ཀྱི་དེ་ཡིན་པ་ཡིན་ཙང་ད་ང་ཚོ་གི་ང་རང་ཚོ་གི་མིག་མཐོང་ལག་ཟིན་ལ་བྱུང་བ་དེ་ད་དུས་རབས་ཉི་ཤུ་པའི་ནང་ལོགས་ལ་བྱུང་བཞག་བོད་ཀྱི་དེ་ནི་མི་ཐོག་དེ་གི་གནས་ཚུལ་དེ་ང་ཚོ་མིག་མཐོང་ཡོད་རེད་ལག་པས་ཟིན་ཡོད་རེད་དུས་ད་ལྟ་ཡིན་ན་གནས་ཚུལ་མང་པོ་ཅིག་ཚ་བོ་བྱས་ནས་བསྡད་དེ་ཡོད་རེད་བ།
དེའི་ནང་ལོ་དེ་ནས་ད་འགོ་བཙུགས་ས་འགྲོ་བ་ཆེ་ན་སྐྱབས་རྗེ་ཁྲི་བྱང་དུ་ཆང་དེ་ནས་འགོ་བཙུགས་པ་ཡིན་ན་གཅིག་སྟོང་དགུ་བརྒྱ་གཅིག་ལ་འཁྲུངས་པ་ཡིན་ས་དུས་རབས་ཉི་ཤུ་ཙི་གེ་ད་འགོ་ཏག་ཏག་དེ་ནས་ཅེས་ནས་དགུང་ལོ་བརྒྱད་ཅུ་བརྒྱད་ཅན་གྱི་བར་དུ་བྱེད་དུས་གང་ལ་དུས་རབས་ཉི་ཤུ་གི་རིང་དེ་ལ་ད་ཁོ་རང་པེ་བསྟན་འཛིན་གྱི་ནང་ནས་བཙུགས་རྐྱེན་རེད། ད་བོད་ཀྱི་གང་གང་ས་གཅིག་གི་ཐོག་ནས་ད་བེ་བཙུགས་རྐྱེན་བྱས་ནས་ད་ལོ་བརྒྱད་ཅུ་ཐམ་པ། དེ་ཞུ་བར་བ། ཨ་ཏི་ང་ཚོ་ལོ་བརྒྱད་ཅུ་ཐམ་པ་དེའི་ནང་ལོ་དེ་གའི་ནི་ང་ཚོ་བོད་བསྟན་པ་ཆབ་སྲིད་ཀྱི་དོན་དང་སྟབས་པ་རིང་པོ་དེ་འདྲ་མ་བྱུང་པ་ཡིན་ན་ཡང་མིག་མཐོང་ལག་ཟིན་ཡོད་པའི་ང་ཚོ་སྐད་ཆ་བཤད་རེས་བྱེད་ན་གལ་ཆེན་པོ་འདུག་བ། ཨེ་ནི།
དེ་ཡིན་དུས་གང་ལགས། དེ་འདྲའི་གི་འགོ་བཙུགས་ས་ཅིག་བྱས་ནས་ང་ཚོ་བཤད་པ་ཡིན་ན་ང་ཚོ་ཆོས་སྐྱོང་ལྟེ་ངན་གྱི་འགན་ག་འདྲ་ཞིག་འཁེལ་ཡོད་རེད་ཟེར་ན། ད། འབྲེལ་ཡོད་ཀྱི་ཆ་ནས་བྱས་པ་ཡིན་ན། ད་རྒྱ་བོད་རམ་རྗེ་སྐུ་ཕྲེང་བཅུ་བཞི་པ་དེ་གའི་ཡོངས་འཛིན་བཞི་ཡོད་རེད་བ། ད་དང་པོ་དེ་རྒྱལ་པོ་སྟག་བྲག་རྭ་སྒྲེང་རིན་པོ་ཆེ། སྐྱབས་རྗེ་གླིང་རིན་པོ་ཆེ་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ། བཞི་ཡོད་པ་དེ་བཞི་ག་ང་ཚོ་ཆོས་སྐྱོང་ལྟས་ངན་བྱ།
ཨོ། ད་དེ་གའི་དེ་གའི་གཉིས་ཀའི་བོད་ཀྱི་རྒྱལ་པོ་གནང་ཡོད་རེད། གཉིས་གཉིས་ཀའི་ནི་རྒྱལ་བོའི་ཡོངས་འཛིན་གྱི་མཚན་བར་དུ་བཞེས་ཡོད་རེད།
དེ་འདྲས་ཡིན་དུས་གང་ལ་ད་དེ་གའི་གི་བོད་བསྟན་པ་ཆབ་སྲིད་ལ་ད་ལས་ཀ་ག་རེ་ག་རེ་བྱས་ཡོད་རེད་བོད་བསྟན་པ་ཆབ་སྲིད་ལ་འགན་ཁུར་ག་རེ་ག་རེ་བཞེས་ཡོད་རེད་རྒྱ་བོ་རུ་མི་ཆེ་གི། ད་རི་ཁ་ཚང་གི་ད་ཅིག་ཡོན་ཏན་སྲས་སྐུ་ཡོན་སྲན་ཤེས་ད་ཅིག་སྐུ་གསུང་ཐུགས་ཀྱི་སྤྱོད་པ་ག་འདྲས་ཅིག་ལ་ཡ་ད་ཞབས་ཕྱི་ག་རེ་གྲུབ་ཡོད་རེད་ད་པ་བཤད་མི་གོ་བ་ཉི་མ་བརྒྱ་སེ་རེད་བ། ཨོ་དེ་ནི་ཡོངས་འཛིན་དེ་ཚོ་ལ་བརྟེན་ནས་ད་ཁོ་རང་གི། མཁས་པ་ཆེན་པོ་ཆགས་པ་དང། ཡོངས་འཛིན་དེ་ཚོའི་བཀའ་དྲིན་ལ་བརྟེན་ནས་བོད་མི་མང་གི་བརྩི་བཀུར་ཐོབ་པ་དང། ལྟ་རྒྱུ་མཚན་མང་པོ་ཇི་ཡོད་རེད་བ། བྱས་ཙང་འདི་འདྲ་རེད་དེ་འདོད་གང་ལ། ཆོས་སྐྱོང་སྟེང་གི་ཆ་འཕྱེ་ན་ཨ་ལེ་རོབ་རོབ་ཅིག་བཤད་པ་ཡིན་ན་ཡང་དེ་འདྲ་བྱས། ད་དེའི་ནང་ལོགས་དེ་ནས་སྐྱབས་རྗེ་ཁྲི་བྱང་རྡོར་འཆང་གིས། ད་ད་ལྟ་ཁོང་ཚོ་གི་སྐྱོན་བརྗོད་བྱེད་ས་གཙོ་བོ་དེ་སྐྱབས་རྗེ་ཕ་བོང་ཁ་དང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གཉིས་ཏེ། ཨ་ནི། སྡུག་ས་ནས་བཤད་པ་ཡིན་ན་ལམ་ལོག་པ་བསྟན་ངེས་རེད། ཨ་ཡ་སྤྱི་ཡོངས་མགོ་མ་ཚོས་མཁན་ཆ་ནས་བཞག་པ་ཡིན་ན་དུག་འདྲེ་བསྟེན་མཁན་རེད། ཨ་ཡ་དེ་གཞན་པ་གས་གས་ཀྱི་མེ་ངན་དེ་ཚོ་ཆགས་པ་ཡིན་ན་འོ་དེ་ཚོ་ཕྱོགས་ཞེན་ཚ་བོ་དང་ཕན་མ་ཐོགས་མཁན་སོ་རུབ་ཅིག་གི་ཐོག་ལ་རྩིས་བསྡད་ཡོད་གི་ད་དེ་རིང་ཁ་ཚང་གི་དེ་འདྲས་ད་དེ་ཚང་མ་བཟོ་ངན་དེ་ད་རྒྱ་བར་མ་ཆེ་བཀའ་སློབ་དེ་ནང་པར་བསྟེན་ནས་བཟོས་བར་བ་རེད་བ། མི་མང་ཚོ་ད་སུ་གང་གིས་ངན་མོ་ངན་ཅན་དགུ་བཅུ་དགུ་དྲུག་ངན་ལ་ང་ཚོ་དེ་མེད་བ་དེ་གཞན་ཞེན་པ་རེད་བ། ད་དེ་འདྲས་ཡིན་དུས་གང་ལ་ད། སྐྱབས་རྗེ་བདེ་ཆེན་སྙིང་པོ་གི་ད་ལོ་རྒྱུ་དེ་རྣམ་དག་ནང་ལ་གཟིགས་ནས་ཤེས་གི་རེད་སྐྱབས་རྗེ་བདེ་ཆེན་སྙིང་པོ་ཞལ་མཇལ་ཉུང་ངེས་ད་ཧ་ལམ་ད་ད་ད་ཕལ་ཆེར་ཕལ་ཆེར་ད་མེད་པའི་ཟུར་གྱི་ལྷ་ལྷ་མེད་པའི་ཟུར་གྱི་རེད་ད་ཕལ་ཆེར་ཕལ་ཆེར་ད། གལ་སྲིད་ལྷ་ཡོད་པ་ཡིན་ན་ད་དགོང་ལོ་བརྒྱ་ནང་ལ་ཕལ་དེ་ངས་དེ་འདྲའི་ཡོད་ན་མ་གཏོགས་ཅི་གི་ད་ཧ་ལམ་མེད་བ་རེད། ད་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་ད་ཞལ་མཇལ་གསུང་ཐོས་ད་དཔེ་དེ་ཆོས་དང་ཟང་ཟིང་གི་དཔེ་དེ་འགྲེལ་པ་བྱས་ནས་ད་བསྡད་དེ་ང་ད་ད་ད་ཡི་མང་པོ་ཡོད་རེད་བ། བྱས་ཙང་དེ་འདྲས་ཡིན་དུས་གང་ལགས་ངས་སྔན་མ་རྒྱལ་རོང་མཁན་སུ་རིན་པོ་ཆེ་ལ་ཅིག་ཞུས་མྱོང། ལགས་སོ། སེ་ར་མེད་རྒྱལ་རོང། སེ་ར་མེད་རྒྱལ་ཆ་ཞུ། ཨོ་རྒྱལ་རོང་མཁན་སུ་རིན་པོ་ཆེ་ལ་ཅིག་ཞུས་མྱོང། རྒྱལ་རོང་མཁན་སུ་རིན་པོ་ཆེ་ཐུགས་རྗེ་ཆེ་སྟེ། བཀའ་སློབ་ཡག་པོ་ཅིག་གནང་རོགས་བྱས། དགོངས་པ་ཡག་པོ་བཞེས་རོགས་བྱས་རྒྱལ་རོང་མཁན་སུ་རིན་པོ་ཆེ་དགེ་ཕྲུག་མང་པོ་རེད། ཨིནི་ང་ཚོ་དེའི་དཔོན་པོ་རག་གི་བཙོན་པའི་ལྷ་སྡེ་ངན་མང་པོ་ཞུ་བ་ཅིག་རིན་པོ་ཆེ་དགེ་ཕྲུག་རེད། རིན་པོ་ཆེ་གི་ཡང་བཀའ་མོལ་དེ་འདྲས་གནང་བ་བཙོན་ནས་ང་ཚོ་དེའི་དམ་ཉམས་མང་པོ་ཆགས་ན་ཆོས་ཟིག་མི་འདུག། ངས་ལ་རིན་པོ་ཆེ་ལ་དེ་འདྲས་སྐོར་གི་གནས་ཚུལ་མང་པོ་ཞུས་མྱོང། ཡ།

ད་ཐིག་ཁྱོད་གལ་ཆེན་པོ་ཞེའུ་ཅི་རེད། ད་ཡིན་ན་ང་ད་གལ་བྱས་ཟེར་མཁན་མི་འདུག་ཟེར་ནས་སོང་འདུག་ངས་དེ་དུས་ཞུ་བ་ཡིན་ད་བྱས་མེད་པ་དེ་ཡིན་གྱི་མ་རེད་ད་རིན་པོ་ཆེ་རྣམ་པ་ཚོ་ད་དེ་རིང་ཁེ་བཟང་མགོ་ལོས་ཞུ་མཁན་དེ་ཚོ། སྔས་མ་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་དང་ད་སྐྱབས་རྗེ་གླིང་རྡོ་རྗེ་འཆང་དང་ད་དེ་གའི་དེ་སྐྱབས་རྗེ་ཟོང་རྡོ་རྗེ་འཆང་དེ་ཚོ་ཞུ་བའི་ཁ་ཐུག་དེ་ལ། ཁྱེད་རྣམ་ཚོ་བས་ཐུགས་སེལ་གཙོ་བོ་ཡིན་མདོག་མདོག་བྱས་ཕལ་ཆེར་ཧ་ལ་མ་སོ་སྟོད་འགག་སྤ་གུ་ནང་ལ་མ་མ་འཛུལ་ཟེར་བྱས་གནང་མཁན་དེ་ཚོ་ཁྱེད་རྣམ་ཚོ་རེད་བ། ད་ང་ཚོ་དྲང་བདེན་ཡིན་ན་ནི་སྐྱབས་རྗེ་རྣམ་པ་ཚོ་ཞལ་རྗེས་གསུང་ཐོས་ཀྱི་ཞབས་ཟིན་གྱི་རེད། ག་སྐད་ཅིག་གིས་ང་ཚོ་དེ་མདུན་ལ་བག་ཆགས་ཆེན་པོ་བཞག་ཡ་དང་ག་སྐད་ང་ཚོ་གུས་པས་བྱས་རྗེས་ལྟོས་དང་ཞུ་བཤད་ཡ་ག་སྐད་ཡོད་མ་རེད། ད་དེ་ང་ཚོའི་རྗེས་བརྩི་ལ་ཡ་དེ་ནི་བོད་ནས་གསར་དུ་ཕེབས་མཁན་དེ་ཚོ་ཡིན་ན་ནི་ཞེ་ཁོ་རང་མཇལ་མྱོང་བ་མ་རེད། ད་ད་ལྟ་ང་ཚོ་གི་ལས་ཀ་དེ་འགུགས་ཤུགས་ཏག་ཏག་ལོ། ཞལ་མཇལ་མ་མྱོང་མཁན་དེ་ཚོ་གིས་དངོས་གནས་དྲང་གནས་ཀྱི་བླ་མ་དེ་ཚོ་གི་མཛད་པ་རྣམ་དག་ལ་ད་དཔེ། བཞི་པོ་གཅིག་གི་ཞེན་གོ་བྱེད་སེམས་ཤུགས་ཆེ། དེ་བྱེད། ད་བྱས་རྗེས་ཉུང་ལ་མ་ཉུང་དེ་བ་ཚ་ལ་དེ། ཁུ་ར་བྱི་དང་དེ་བ་ཚ་ལར་བྱེད་བ་ལས་བུ་ལས་ཅི་བྱེད། ཐུགས་སྲས་གཙོ་བོ་ཡིན་ཟིན་ངེས་དེ་གས་དེ་གང་ག་ལོ་ཚུགས་ཁ་བདེ་བྱ་ངེས་ཆགས་ནས་ད་ལྟ་དངོས་གནས་པའི་ཕྱི་ཐང་ཏག་ཏག་ལོག་ནས་ཡ་ཡ་མཚན་བཞི་བོ་ཅིག་བསྡུ་བ་བྱེད། ཨོ་རིན་པོ་ཆེ་གིས་འོ་རེད་འོ་རེད་གསུངས་ཟིན་ལ་ཡ་ཡ་ཟེར་མ་མ་ཟེར་ནས་མ་འདོད་ཅིག་ལན་བསྐྱོན་ངོ་མི་འདོད། ལགས་སོ། ལྔུ་ནས་དེ་ཚོས་ད་ཅིར་ཁྲི་བྱང་དུ་ཆང་གིས་བཏབ།

དེ་ག་ནང་བཞིན་གྱི་རྟགས་གཅིག་གཞན་དག་གི་གཞི་ཀུན་འགྲོ་བ་རྟག་སྟེ་གོམས་པ་ཆ་ངེས་འབྱུང་བས་དེ་ག་ནང་བཞིན་གྱི་གཅིག། བི་ཐ་ན་རྡ་རམ་ས་ལ་གི་སྒྲིག་འཛུགས་ཡན་ཆོད་ནས་ཧྲ་རྟག་དག་ཆ་ཡས་ཏེ་ཕལ་ཆེ་བ་དེ་སྐྱབས་རྗེ་རྡོ་རྗེ་འཆང་གི་ཕྲིན་ལས་ཀྱི་སྟེང་ན་ལ་ཡོད་པ་དེ་བརྒྱ་ཆ་བརྒྱ་ཐམ་པ་རེད། དེ་ལྟར་རྒྱུ་སྒྲ་ལྟོས་མེད་ཀྱི་བླ་རྒན་ཚོ་ལ་དྲིས་ན་འགྲིག་གི་རེད།

དེ་འདྲའི་གི་དཔེ་སྐྱོང་མཁས་པ་ན། ཞེ་སྡང་དུ་གཟུགས་གང་ག་ཤར་སྐྱབས་ཅི་རུ་མི་བྱེད་ར་གི་དེ་ནི། སེམས་ཅན་མཆོད་ཡ་གི་འོ་དེ་རའི་དཀར་པོ་ཚུ་རའི་ཤེད་དུ་གཟུགས་སྣང་དེ་ཚུ་གི་ཐོ་ལ་དེ་ནི་མགོན་པོ་ཕྱི་ནང་གསང་གསུམ་ཆོས་རྒྱལ་ཕྱི་ནང་གསང་གསུམ་དང་དེ་ནི་མགོན་པོ་གི་དེ་ཚུ་ཞེ་སྡང་བྱང་ཡ་དེ་ཚུ་གང་ག་ལོག་པའི་དེ་འདྲའི་གི་ཁྱེད་རང་ཚོ་དེ་བྱེད་ཤོག་ཚེ་ལྷབ་རིག་པ་ལ་གང་ག་སྐྱབས་ཅི་རུ་མི་བྱེད་རང་དཀར་དང། ད་དེ་འདྲས་སུ་བྱེད་ནས་དངོས་གནས་ཚང་ནས་མ་འཛག་མའི་བུ་སོག་ན་ཤེད་བྱེད་ནས་ད་བཀའ་དྲིན་རྐྱང་ཤ་བ་རྒྱུ་དྲ་སྟོད་སྨད་གཉིས།

སེ་རལ་བ་བྱེད་དུ་སེ་རལ་སྨད་དེ་ཉིན་ལོག་སུ་རལ་གྱི་ཆ་འོད་དུ་བ། ཡིན་ན་ཡང་སྐྱབས་རྗེ་རིན་པོ་ཆེ་ལ་བརྩི་མཐོང་ཆེ་བ་དེ་སེ་རལ་བྱེད་པ་དང་སྒོ་མ་གཉིས་དེ་ཆེ་བ་རུ་བརྗེད་ཡོད་རེད། ཕལ་ཆེར་བོད་ནས་དེ་འདྲའི་ཡོད་རེད་ཅེས་ནས་ཟེར་གྱི་འདུག་ངའི་དགེ་རྒན་རིན་པོ་ཆེ་གིས་དེ་གསུང་གི་རེད། རྟགས། ཤར་རྩེ་གྲྭ་ཚང་ནང་ལ་ལོག་དེ་ནས་བླ་མ་ད་དེ་འདྲས་ཅིག་གིས་ཕེབས་པ་རེད་དེ་ཤར་རྩེ་གྲྭ་ཚང་ཆོས་གྲྭ་ནང་ལ་གངས་ལྡན་ལྷ་རྒྱལ་གྱི་མ་གཏོགས་ཅིག་གིས་ཁྲིད་ཞུས་མྱོང་ཡོད་མ་རེད་ད། གསུང་ཆོས་ག་དུས་ཡིན་ན་སེར་བྱེས་པ་དང་སྒོ་མང་དང་དམུ་རུ་དང་ཞི་བདེ་དེ་ཚོའི་ནང་ལོགས་ལ་ཀྱང་ཀྱང་དཔེ་དེ་ཞིབ་པོ་ཅིག་ཟླ་བ་ནས་ཟླ་བ་གསུང་གི་ཡོད་རེད། ཤ་ཚ་གྲ་ཚང་དགའ་ལྡན་ལྷ་རྒྱལ་ཁྲིད་ཅིག་མ་གཏོགས་ཞུས་མ་སོང་ཟེར་རིན་པོ་ཆེ་དགོངས་རྩོམ་གནང་གི་རེད།
ཡ། དེ་འབྲེལ་གྱི་དེ་ནས་དཔེ་བོད་ལ། དེ་འབྲེལ་གྱི་ད་ནི་ཞེ་ཆེ་གཉིས་ཀྱི་ནང་ལོགས་ལ་ཡར་ལྟ་དེང་སང་སེར་འབྲས་དགའ་གསུང་དགོས་པས་སྙིང་གི་དཀྱིལ་ལ་བརྩེ་གདུང་ཆེ་ས་གི་དེ་འབྲེལ་གྱི་ད་བླ་མ་ཅིག་ད་དེ་རིང་ཁྱེད་ཚང་ག་ས་ག་ནས་སྐུ་པར་ཉུང་རུ་ཉུང་རུ་མཛད་པ་ཁྲི་ལས་ཤེས་དེ་མ་ཤུགས་ཆུང་རུ་ཆུང་རུ། ད་དེ་འདྲས་ལོ་ཁ་ཤས་ནང་ལ་རེད་བ། བྱེད་ས་དེ་འདྲས་རེད། ཨོ་བྱེད་ས་ད་དེ་གནས་ཚུལ་ད་མང་པོ་ཤེས་བ་ད་དེ་ད་ད་ད་ད་ད་མི་མང་པོ་བྱེད་དངོས་གནས་དྲང་གནས་ཡོད་ཡོད་བ་རེད། མི་མང་པོ་བྱེད་ཡོད་ཡོད་བ་རེད་ད་ངས་ད་ད་བལྟས་ཚེ་རོབ་ཚེ་ཤེས་བས་ན་ཨོ་དེ་རེད་རེད་བསམ་དྲན་ཡོང་གི་རེད། ད་དེ་ང་ཚོ་ཁྱོན་ནས་ཤེས་མཁན་མེད་ཕ་ཕྱོགས་ཕྱོགས་ནས་རྐྱང་རྐྱང་བཤད།

ཚང་མ་མགོ་ནས་འཇུག་པ་དང་སྐྱབས་རྗེ་རིན་པོ་ཆེ་ལ་བཀའ་དྲིན་ཞུ་བར་ལྟ་དེ་ཁོ་ན་ཚོ་ཤིང་གི་རེད་བ། སྐྱབས་རྗེ་རིན་པོ་ཆེ་དགོངས་པ་རྫོགས་དུས་གང་ལ་སྐུ་གདུང་དང་ཡིན་གཅིག་མིན་གཅིག་བུ་སུ་གང་ས་ཅན་ལ་ཞུ་འབུལ་ཞུ་རོགས་ཀྱི་སེམས་སྟེང་ཞུ་དགོས་ཡག་གི་ཞུ་རོགས། གསར་བ་གང་ག་སྤུ་གུ་རེ་རེ་ལ་གསར་བ་རེ་རེ་དབོར་བཅུག་ནས་དུང་དུང་ཚོ་གང་ག་བརྩིགས་པར་ཁོ་རང་ཚོས་སྐབས་དེ་དུས་གནས་ཚུལ་དེ་འདྲའི་རེད་ད་དགུ་བཅུ་དགུ་དྲུག་ཅུ་ལ་དུག་རུ་དུག་རུ་དུག་དང་ད་ཁ་སྐད་མེད་པའི་སོ་རུ་བྱེད་གི་འདུག་བ། ད་སྐྱབས་རྗེ་རིན་པོ་ཆེ་གི་རྣམ་ཐར་དེ་ཚོ་ནང་ལ་གསུང་པོ་དེ་ཚོ་ནང་ལ་གཟིགས་ན་ཤིང་གི་རེད་སྐྱབས་རྗེ་རིན་པོ་ཆེ་གི་དེ་བ་ཐུགས་ཀྱི་འབྲེལ་ཡོད་ཀྱི་དེ་ནི་བླ་མ་སུ་འདྲེ་ཅིག་ཡིན་པ་ཡིན་ན་ཡང་འོ་ད་དེ་ཚོ་ལ་བེད་ཀ་སློབ་གནང་ཡོང་འདོད་གང་འོ་ད་དེ་ནི་བོད་བསྟན་པ་ཆབ་སྲིད་ལ་ཕན་དགོས་ཡ་ཉག་ཕྲ་དེ་འདྲེ་གི་ཁ་ཐུག་ལ་ཅིག་བྱེད་དགོས་ཡ་གཉིས་བྱེད་དགོས་ཡ་དེ་འདྲེ་རྐྱང་རྐྱང་གི་ད་བཀའ་སློབ་ག་ཚད་ཅིག་འདུག་ང་ཚོ་གི་མི་རབས་གོང་མ་དང་བླ་རབས་གོང་མ་གི་འགན་མ་ཁེ་བ་རེད་བསམ་ན་ད་དེ་ཧང་སང་ཡ་གི

ཆོས་ཕྱོགས་ཀྱི་ཆ་ནས་ཡིན་ན་ཡང་རེད། ཤེས་རིག་གི་ཆ་ནས་ཡིན་ན་ཡང་རེད། བཙན་བྱོལ་གྱི་སྒྲིག་འཛུགས་ཁོ་རང་སྲ་བརྟན་ཡོང་ཡན་གྱི་ཆ་ནས་ཡིན་ན་ཡང་རེད། གང་ཟག་གཅིག་གི་ཐོག་ལ་ལྟ་རྒྱ་བོར་གཅིག་གི་དབུ་བ་འབུ་འདོད་ཀྱི་མ་ཞུ་བ་ཅི་རྩ་བ་ཉིད་ནས་ཡོད་མ་རེད། ནས་དེ་ལྟ་དེ་འདྲའི་རེད་ལྟས་ཡིན་ན་ངས་ཁ་ཚ་ངས་མ་ཞུ་དགོས་ན་ཞིང། དེ་འདྲའི་གི་བཀའ་དྲིན་ཅན་གྱི་བླ་མ་དེས་དགོངས་པ་རྫོགས་དུས་གང་ལ་ཐུགས་ཕམ་གི་ཕམ་གི་དགོངས་པ་རྫོགས་བཅུག་སོང་ཟེར་ངས་ཞུ་དགོས་ཏེ་རྩ་བ་དེ་ཡིན། དངོས་གནས་དྲང་གནས་རེད་ད། ད་དེ་ཐུགས་ཕམ་གི་ཕམ་གི་ཙོག་དགོངས་པ་རྫོགས་བས་བྱུང་སོང་བླ་མ་མང་པོ་གཅིག་གི་ད་དཔེ་གཅིག་ཁ་ཆེམས་དང་མ་སོང་ན་ཤ་གི་ཤ་གི་བྱས་ནས་དགོངས་པ་རྫོགས་བས་དེ་འདྲ་གཅིག་བཟོས་སོང་བཅས་ས་དེ་འདྲ་བྱས་ཡོང་དུས་གང་ལབ། གནས་ཚུལ་དེ་འདྲ་རེད་ད་དེ་ནས་ཨ་སྐྱ་ཅོམ་ཅིག་དགོན་དེ་ད་ངས་གི་དེ་རོབ་རོབ་གཅིག་དྲང་བརྩོན་གྱིས་ཞུས་ད་རྒྱ་བོར་རམ་གཅིག་གོ་དེ་རེད། དེ་ནས། ད། སྐྱབས་གཞི་གླིང་གཏོར་ཆ་ཡིན་ན་དེ་ག་རེད་ཆོས་ཕྱོགས་ཀྱི་ཆ་ནས་ཡིན་ན་ཡོད་རེད། དེ་ནི་རྒྱ་གོ་རིམ་བྱེད་ལ་ཀུན་ཡོད་ཕུལ་ཡོད་ཀྱི་ཆ་ནས་ཡིན་པ་དེ་གང་ཟག་གཅིག་དེ་ན་ད་བསམ་གྱིས་མི་ཁྱབ་པ་ཅིག་རེད་བ། ད་ཞུ་དགོས་ཡོད་མ་སྐྱེས་ཁྲི་བྱང་གཏོར་ཆ་ནང་བཞིན་གྱི་ཚང་མ་ལོག་ལ་ཡ་བེད་ཅིག་ཅིག་ཁྱབ་གི་དེ་ནི་བེད་དེ་འདྲེ་གི་ཅིག་བེད་ཅིག་ཁྱབ་ཐུ་ཡ་ད་སྟངས་འཛིན་གནང་ཐུ་གནང་ཐུ་ངེས་སོ་རོ་ཅིག་ད་ད་དེ་འདྲེ་གི་ཚུལ་ད་བཞེད་གི་ཡོད་མ་རེད་དེ་སྤྱི་ཡོངས་ཆ་ནས་བསམ་གྱིས་མི་ཁྱབ་པ་ཅིག་རེད་བ། བསམ་གྱིས་མི་ཁྱབ་པ་ཅིག་རེད། ད་རྒྱལ་པོ་སྟག་བྲག་ལ་སྐྱོན་བཙུགས་པ་ཡོད་ན་བྲག་རྭ་སྤྲིན་ལ་བཙོན་བཀྲུ་བ་ན་གང་ལྟར་བོད་ཀྱི་རྒྱལ་པོ་བྱེད་མཁན་ཅི་རེད་བ། འོ་དེ་ང་ཚོ་ཆོས་འབྱུང་གི་མིག་གི་ཐོག་ནས་འགན་འཁྱེར་བ་དེ་ངས་བཤད་དེ་རྒྱུ་མཚན་དེ་རེད། ད་དེ་རིང་སྐལ་བཟང་ཞེ་སྡང་བྱེད་པ་ཡིན་ན་ད་རྒྱ་གར་རམ་རྗེ་རང་གས་གསུང་གི་འདུག་བ། བྱས་ཙང་དྲིན་ལན་ལོངས་སྤྱད་བྱེད་ཀྱི་འདུག་ཟེར་ཏེ་ད་དྲིན་ལན་ལོངས་སྤྱད་དེ་མི་དམངས་དཀྱུས་མ་ལ་ཞེ་དྲག་ཞེ་དྲག་བཤད་ཡག་ས་ག་ཡོད་མ་རེད། ད་མགོ་ནས་དཔེ་དེ་འགན་འཁྱེར་མཁན་གྱི་རྒྱ་བོ་རིན་པོ་ཆེ་གས་གསུང་སྟངས་དེ་ཀྱོག་ཀྱོག་བྱས་ན་དྲང་པོ་མ་བྱས་པ་བྱས་གསུང་ཡོང་དུས། ད་ང་ཚོ་དྲིས་ལན་སློང་བྱེད་བྱེད་ཀྱི་འདུག་དབང་ཡོད་བཏང་གི་འདུག་ཐུབ་ཚོད་བཏང་གི་འདུག་སྙབ་བཅོལ་བཤད་ཀྱི་འདུག་བསམ་ཡས་རྩ་བ་དེ་དེ་ནས་ཡོང་གི་རེད་བ། མི་མང་ང་ཚོ་འདྲ་པོ་གཅིག་གིས་བཤད་རེས་བྱས་ན་ཚུར་བཤད་ཕར་བཤད་དེ་བཀོལ་ཏེ་ཐུབ་ཚོད་བཏང་ཐུབ་ཡས་ས་གས་ཡོད་མ་རེད་བ། ལགས་སོ་གས། བྱས་ཙང་དེ་བྱེད་དུས་གང་ལ་ངས་གི་དེ་ཤོད་དེ་སྐྱག་རོམ་བྱེད་ཀྱི་ད་སོང་གི་འདུག་བ་ར་རིང་རིང་པོ་བྱས་ནས་མི་སེང་ངན་གྲགས་བྱ་གི་འདུག་བ། ཨ་ནི་བླ་རྒན་མ་ཤོར་བ་ཟབ་ཟབ་ཟེར་དེ་དཔང་པོ་རྒྱག་རོམ་བྱེད་ཁོ་རང་གནང་གི་འདུག་བ། ད་དེ་ཁོ་རང་གི་ཡོངས་འཛིན་རེད་བ། ལགས་སོ།

ཨོ་ད་རྭ་སྒྲེང་རིན་པོ་ཆེའི་མི་སེང་གེ་ནང་ལ་ཞག་གི་འདུག་བ། ཨོ་རྭ་སྒྲེང་རིན་པོ་ཆེ་གི་དེ་ནི་བླ་རྒན་མ་ཤོ་བོ་ཟབ་ཟབ་ཟེར་འདུག། རྒྱ་ར་ཁུག་འདུག་ཟེར་བ།
ད་བོད་མི་སུ་གང་གི་ཐང་སྐད་ཀྱི་དེ་ཤེས་གི་ཡོད་མ་རྒྱ་བོ་རིན་པོ་ཆེ་ཁོ་རང་རང་དཔང་པོ་དོན་གི་འདུག་བ། ལགས་སོ།
ད་རྒྱ་བོ་རིན་པོ་ཆེ་དགུང་ལོ་ལྔ་དྲུག་གཅིག་ལ་ཡ་གནས་ཚུལ་དེ་ཚོ་གསལ་པོ་གཅིག་མཁྱེན་གི་ཡོད་མེད་དུ་མི་ཤེས་ད་ཡིན་ནའི་ད་མཁྱེན་གི་ཡོད་ན་ཡང། ད་དེ་དེ་གསུང་ཡ་ཅིག་མ་རེད་བ། ན་རེ། རེ་བ་ད་རང་གི་མཆོག་སྦྱིན་རེ་རང་གི་ཡོངས་འཛིན་རེ་བོད་མཆོག་སྦྱིན་བོད་ཀྱི་རྒྱལ་པོ་རེ། ཨཱནི་དེ་ཚོ་དཔང་པོ་ཆེ་དོན་གོ་ཨེས་གལ་མི་འདུག་བ་ད་དེ་རྗེས་སུ་འདུག་ད་ངེད་ཅག་རང་ཨཱནི་ད་ཡབ་ཤི་ཨཱནི་སྐུ་ངོ་གསང་བ་ཆེན་མོ་རྒྱ་ལོ་དུད་འགྲོ་གི་རྣམ་ཐར་ནར་དོན་འོང་དུས་ཁང་ལ་ད་པ་བ་སེ་ངེད་དེ་ར་དྲིན་ད་དྲ་རིན་པོ་ཆེ་ཡིན་ཟེར་ཡ་དེ་ད་སྐལ་བཟང་དོན་འོང་དུ་བ། ན་སོ། གཟིགས་འོ་འདོད་དཀར་ལ་རྟ་ཁོ་ན་བཙུགས་དགོས་མི་ཚང་དེ་ག་ག་རེ་རེད་ང་ཚོའི་བོད་ཀྱི་བླ་མ་གང་ག་མི་སེར་རྟ་ཆ་བྱིན་ག་ཟོས་ཡོང་ངེས་སོ་རེ་ཅིག་ཅིག་འདུག་ད་ཆ་འདི་ཚོ་ཡིན་འདོད་གང་ལ་དེ་ཚོའི་གནས་ཚུལ་དཔེ་ཅིག་ག་རེ་ཡིན་ན་ཡག་ག་ཡིན་ན་སྡུག་ག་ཡིན་ན་ཧ་གོ་ཡ་མི་འདུག། ཁ་ཚ་ཉེ་ཆར་ར་སྐུ་ངོ་རྒྱ་ལོ་དོན་འགྲུབ་དོན་ཤར་བ་རེད།
དེས་སྤྱི་བཏང་རྩ་བའི་ཨིན་ཇིས་ཀྱི་ཐོག་ལས་བསྡད་དེ་བ་བོད་ཡིག་ཐོག་ལས་ཚུར་འགྱུར་འོ་འདུག་བ་འགྱུར་འདུག་བ་དེ། དེ་ཤར་དེའི་ཐོག་ལ་ཡ་ནི།

ཨོ་རེད།
ཀུན་གླེང་ཟོག་ཁང། རེད་རེད་ཟོག་ཁང།
ཀུན་གླེང་ཟོག་ཁང་གི་ཨ་ནི་དཔེ་ཁོ་རང་གི་ད་ཀུན་གླེང་ཟོག་ཁང་གི་ལོ་རྒྱུས་མང་པོ་དབུ་འབྱེད་སོང་ས་དཔེ་བོད་ལས་ཕྱི་ལོ་བཅུ་སྟོང་དགུ་བརྒྱ་སྔ་ཕྱི་ང་དགོས་མཁོ་ལས་ད་ཧ་ལམ་ཁོང་མེད་ན་ད་དཔེ་དངོས་གནས་དྲ་གནས་ད་ཅི་བོད་ཟེར་དེ་སྐད་ཆ་བཤད་ས་མེད་པ་འདྲ་པོ་ཆགས་པ་རེད། དེ་འགྲིག་གི་དཀའ་ལས་རྒྱག་ཡོད་རེད། བྱས་ཙང་དེ་ཡིན་དུས་ག་ལ་ཞུ་གོ་ཨ་ནི། རྒྱ་མཚོ་རྒྱང་དྲུག་གིས་ད་ཅི་ཀླད་པ་སྙན་པོ་རེད་ཟེར་མི་ཚོ་དྲངས་ཏེ་ཀླད་པ་སྙན་པོ་རེད་བརྗོད་ནས་ཕན་ཐོག་མར་ཟེར་ཅན་མང་པོ་ཅིག་ཙུག་མི་ཐིག་པ་ལ་ཨ་ནི་ད་ལས་ཀ་ཟེར་ད་བི་བེ་ཅི་བེ་གི་ལས་ཀ་འདྲ་པོ་གས་བྱས་ཡ་མ་འཇོང་བྱེད་སོགས་སུ་གས་མ་རག་བྱས་ད་རང་ས་ལ་ཡ་ཨ་ནི་ཁོ་རང་གི་ད་ང་དགོན་པ་ཤུ་ནི་མང་དུ་བཙག་ནས་ཡོང་གི་མི་འདུག་ཟེར་ནས་དེ་ནི་དགོན་པ་མ་ཤོ་བ་ཡིན་ན་ཨ་ལས་ད་སུ་ལ་དེ་ནི་ཉེ་འཁོར་ཡོང་གི་འདུག་ཟེར་ནས་དེ་ནི་སོང་ཡོད་རེད་ཟེར་བ། དེ་ཡིན་དེ་ཀོ་ལ་དེ་ཁུ་ངོ་དེ་ཀོ་ལ་ཨ་ནི། ལྕགས་ཀྱུ་རྡོ་རྗེ་འཆང་གས་ཨ་ནི་འཇག་རིན་པོ་ཆེ་ལ་ཡ་ཀ་ལ་འདི་ཕེབས་རེད་ཟེར་ཀར་སེམས་ན་ཨ་ནི། སྐུ་ལན་བཟོ་ཁང་དང་དེ་ནས་འབྲུག་གནས་ཆེན་མོ་ཕག་ལོག་ལ་སོགས་པ་དེ་འདྲས་ཀྱི་སྐུ་དྲག་དེ་ཚོ་ད་ག་ཟིག་གི་དངོས་གནས་དྲག་གནས་ཀྱི་བོད་མི་རིགས་དང་བོད་མི་དམངས་ཀྱི་འགན་མ་འཁུར་བའི་དཔོན་པོ་མ་རེད། རྩ་ཡོལ་བྱེད་སྟངས་ཀྱི་སྐུ་དྲག་དེ་ཚོ་གི་ཐུགས་ལ་ལངས་ཤོག་དེ་ཚོ་ནས་སྤྱི་དང་གཉིས་པོ་བརྒྱ་ཆ་བརྒྱ་ཐམ་པ་རེད་ཟེར་ལ་ཡ་ཡོད་མ་རེད། ཡིན་ནི་ཡང། ཁོ་ཚོ་གིས་ལྷག་བསམ་རྣག་ཐག་གི་ཐོག་ལ་ཨ་ནི་མི་རིགས་ཀྱི་ཐོག་ལས་ལས་ཀ་དེ་འདྲ་བྱས་ཡོད་རེད། ད་དུང་ཡིན་ན་ཡང་མ་འོངས་གཞོན་སྐྱེས་དེ་ཚོ་སེམས་ཤུགས་འཕར་ཡག་དེ་འདྲའི་རྒྱབ་འདྲ་ལ་ཨ་ནི་ལྷོ་སྟོན་པོ་དང་དེ་ཚོ་ཡང་ཁ་མིག་ཡ་ཏན་བྱས་ཚོ་དེ་ཨ་ནི་ང་ཚོ་ལས་སྒུག་གོ་རེད་དེ་ཚོ་སྐུ་དྲག་དེ་ཚོ་སྒུག་གོ་རེད་བྱས་ཙང་ཨ་ནི་ཁོང་ལྟ་བུ་ལས་དགོན་པ་གནང་རྒྱུ་ཡོད་མ་རེད་ཟེར་ནས་ཟེར་ཅད་ཅི་རིན་པོ་ཆེ་གིས་ཨ་ནི་རྒྱ་རིན་པོ་ཆེ་ལས་གསུངས་པ་རེད། ད་ལྟ་བཀྲ་ཤིས་ལ་སོང་ཡང་ཏན་ཏན་རེད། འོ་དེ། ཏིང་ངེ་འདི་གསལ་བོ་དེ་གོ་མ་བྱུང་དེ་ཡིན་གྱི་རེད་བསམ་གྱི་འདུག་གཟུགས་ཁང་གསང་བ་ཆེན་མོ་དེའི་གཟུགས་ཁང་གཟུགས་ཁང་དབང་ཆེན་དགེ་ལེགས་དེ་མ་ཤེས་མི་ཡོན་ཏན་ཆེན་པོ། ཨ་ནི། གཅིག་པས་བོད་བསྟན་པ་ཆགས་ཚད་ལ་ཞལ་ཞེན་ཆེན་པོ་བྱེད་ཡོད་ས་རེད། མི་སོ། བྱས་ཙང་དེ། དེ་ཡིན་གྱི་རེད་ད་དེ་འདྲས་ཀྱི་ཐོག་ནས་དེ་སྐྱབས་རྗེ་རིན་པོ་ཆེ་གི་ཐུགས་བརྩེ་ཆེན་པོ་དེ་ནམ་ད་ནང་ལ་དོན་གྱི་འདུག། རྣམ་དག་ནང་ལོགས་ལས་སྡུག་གཟུགས་བ་གསང་བ་ཆེན་མོ་དེ་མི་གཞན་དང་མ་འདྲ་བར་དཔེ་མི་སྲིད་མཁན་ཞིག་པས་ཕན་ཐོགས་པོ་ཆེ་བོ་ཅིག་ཡོད། དེ་བྱས་ནས་དོན་གོ་འདུག་བྱས་ཙང་དེ་འདྲའི་ཆེ་བསྟོད་ཁང་ལ་དེ་ཏན་ཏན་ཡིན་གྱི་རེད། ད་དེ་ཆེ་བསྟོད་ཁང་ལ་བ་ཚ་ལ་ལ་སྔན་མ་སྐད་ཆ་བྱུང་བ་རེད་ད་དེ་གར་ས་གཅིག་སྒྲིལ་ཚོགས་པ་ཟེར་མཁན་བཙུགས་པ་རེད་བ་དེ་གི་དོད་ལ་ཡང་ཁྲི་བྱང་བླ་བྲང་དེ་དང་པོ་སྐུ་དྲག་ཚོ་འཛོམས་ས་རེད་ཅེས་ནས་ངོ་བོ་བྱས་སྐྱོན་བརྗོད་བྱས་གཅིག། ཡང་དེའི་མཇུག་ལ་ཁྲི་བྱང་རིན་པོ་ཆེ་དེ་ཁམས་པའི་བླ་མ་རེད་ཁམས་པ་འཛོམས་ས་རེད་ཅེས་ནས་སྐྱོན་བརྗོད་བྱས་གཅིག། འོན་ཏེ་སྐད་ཆ་གཉིས་བྱུང་བ་རེད། ད་གཉིས་ཀ་ཡིན་པའི་ཟོར་གཅིག་རེད་སྐྱབས་རྗེ་རྡོ་བྱང་སྐུ་མདུན་ལ་ཁམས་པ་འགའི་མི་དྲག་རེ་དྲག་རྩེད། མི་སྐད་གྲགས་ཡོད་རེ་ཡོད་རྩེད་ད་གང་ག་བཅར་ས་ཅིག་རེད་བ། གང་ག་བཅར་ས་ཅིག་རེད། ད་དེ་དཔེར་ན་དཔེ་འདྲ་ཆ་བཤད་ན་ད་ཆོས་རྗེ་གང་དྲུག་དང་པོ་འགོ་བཙུགས་ཡས་ཀྱི་ཆབ་སྲིད་སྟེང་ནས་ནོར་བུ་གླིང་ག་ལ་གསེར་ཁྲི་གཏོང་དུས་གང་ལ། ད་བཀའ་འདྲི་བཀའ་སློབ་ཞུ་ས་གང་ག་རྒྱབ་བྱེད་རམ་བྱེད་རེད། ཁོ་རང་ཚོ་ད་ལྟ་དེ་སྐུ་དྲག་དེ་ཚོ་གི་བཀའ་མོལ་གནང་བྱས་ནས་དེ་ཚོ་གང་ག་ལོ་ལབ་བདེ་བོ་མེད་བ་ཆོས་ཤེས་ག་འགྲོ་ལ་ཕག་ཅིག་སྐད་ཆ་བཤད་བདེ་བོ་མེད་བ་གང་ག་སྐྱབས་བྱེད་རིན་པོ་ཆེ་ལ་ཕ་ཞུ་བཅུག་གདོ་བ་ག་རེ་ཞུ་བཅུག་བའི་རྒྱུ་མཚན་ག་རེད་ཟེར་ན་ཆོས་ཤེས་ག་འགྲོ་གི་ད་དང་པོ་བོ་དེ་གསེར་ཁྲི་བརྡུང་བས་དེ་ལ་གསེར་ཁྲི་གཅིག་གོ་མ་གཏོགས་བརྡུང་བས་དེ་ཆབ་གཞི་དེ་ཡོད་མ་རེད་བ་ཆབ་གཞི་དེ་མི་འདུག་བ་དེ་མེད་བ་ཡིན་ཙང་གསེར་ཁྲི་དེ་རྫིག་པོ་ཞེ་བོ་ཞིག་བརྡུང། ཨ་ནི། རྒྱབ་ཡོལ་དང་སྟེང་ཀ་རྡོ་རྗེ་མེད་པར་བྱེད་ཁྲི་ཕྱོགས་དེ་མེད་པར་བྱེད་ན་འགྲིག་གི་མི་འདུག། རྗེས་སུ་འདི་འདྲས་བྱེད་ཡོང་དུས་གང་ལ་ཨ་ནི་ཁོ་ཚོས་དང་པོ་མ་ལབ་པར་བྱེད་ད་གསེར་ཁྲི་དེ་ཡག་པོ་ཞི་བོ་ཞིག་དུང་རེ་དེ་རྒྱབ་ཡོལ་གཏད་ཅིག་དུང་ཧེ་དེ་སྐྱབས་རྗེ་རིན་པོ་ཆེ་བཀའ་སློབ་ཅིག་གནང་རོགས་ཅེས་ཁོ་ཚོས་ཡང་སྐྱབས་རྗེ་རིན་པོ་ཆེ་ལ་ཞུས་ཏོ། སྐྱབས་རྗེ་རིན་པོ་ཆེ་གིས་དེ་ནས་སྐྱབས་རྗེ་རིན་པོ་ཆེའི་སྐུ་མདུན་ལ་བཅར་ངེས་དེ་ད་ཁོ་ཚོ། ད་ད་ལྟ་བསྡད་ཡོད་ན་མེད་ན་ད་ཁོ་ཚོ་ད་ལྟ་དེ། མི་ཁ་ཤས་བསྐོ་བཞག་བྱས་ཤག་དེ་རེད། དེ་གཙོ་བོ་དེ་ད་ལྟ་དེ་བྷ་ར་ཅི་སོ་ཟེར་ངན་འབྲས་སྤུངས་བྷ་ར་ཅི་སོ་ཟེར་ངན་དེ། འོ་དེ་རྒྱ་ཆོས་རིན་པོ་ཆེ་དང་སྐུ་དྲག་ཚོ་ལ་འབྲེལ་བ་བྱེད་ངན་དེ་བསྐོས་བར་བ། དེ་སྐབས་དེ་དོན་གང་ལ། ཨ་ནི། དེ་བྱས་ངོ་དོན་གང་ལ་ཨ་ནི་རྒྱ་ཆོས་རིན་པོ་ཆེ་གིས། འོ་དེ་འགྲིག་གི་རེད་ངའི་ལབ་དགོ་སོང་ནས་ཨ་དེ་རྒྱབ་ཡོད་དེ། གདུང་ཞོ། ཞུགས་དྲི་རྫིག་པོ་བཅས་རྒྱབ་ཡོལ་མེད་ན་འགྲིག་གི་མ་རེད། རྒྱབ་ཡོལ་གདུང་རྒྱུ་བཅས་རྒྱབ་ཡོལ་རི་མོ་ག་འགའ་སྐྱབས་རྗེ་རུམ་གཅིག་གི་བྲིས་ནས་གནང་ཡབ་ལོ་རྒྱབ་ལོ་ལ་རྗེ་ཡབ་སྲས་གསུམ་སྐུ་གསུང་ཞུ་ག་འགའ་སྐྱབས་རྗེ་རུམ་གཅིག་གི་ཕུལ་གནང་འོ་དེ་འདྲི་བྱས་དང། དེ་ནས་ཡང་ཁོ་ཚོ་གི་བྱུང་རེད་ཤག་ད་ཞུགས་དྲི་དེ་རྫིག་པོ་ཞེ་པོ་ཅིག་འདུག་དེ་ཡིན་ན་ཁྲི་ཆོག་དེ་མེད་ན། ཨ་ནི་ཁྲི་ཆོག་དེ་ད་ལྟ་གཙུག་ལག་ཁང་ནང་ལ་གཅིག་ཡོད་དོ་ཡོད་རེད་དེ། ཤིང་གི་དེའི་འདྲེ་གཅིག་གི་ཅོག་ཙེ་གང་ལོག་ལ་ཡང་དེའི་གང་ལ་གམ་ཤ་ཟོ་རེ་ཤག་ཡ་གཅིག་མ་གཏོགས་ཡོད་མ་རེད། དེ་འགྲིག་གི་མི་འདུག་ཟེར་ན་ཡང་ཁྱོད་ཀྱི་གང་རུང་མི་ཚོ་གང་ག་ལོག་སོ་སོ་གི་བེད་གང་ཡོད་ཅི་ཡོད་ད་གང་ག་ཚོད་བསྡོད་ནས་ཁྲི་ཕྱོགས་དེ་རྩིག་པོ་དེ་དུས་ད་ཁྲི་ཕྱོགས་དེ་རེད་ཡོང་གི་འདུག་བསམ་ཡོང་དུས་གང་ལ་ད་དེ་ལ་ཏིང་ཀ་རྡོ་རྗེ་དེ་གསེར་གྱི་བཞུགས་ཁྲི་རྫིག་པོ་དེ་ལ་ཏིང་ཀ་རྡོ་རྗེ་གོས་ཆེན་བརྒྱབ་བཞག་ན་སྤུ་ར་བེད་དེ་བཀབ་བཞག་གི་འདུག་ཡོང་གི་མི་འདུག་དེ་ལ་ཡང་དེ་ནས་ཟས་བྱུ་རུ་བརྒྱབ་ནས་ཡང་ཟས་སྲང་གི་བཏུང་རོགས་གྱིས་ཟེར་ནས་ཡང་སྐྱབས་བྱུ་རུ་མི་བྱེད་ག་ནང་ནས་ཡང་ཡང་སྐྱོ་ཁོ་ཚོ་གི་ཟས་དང་བྱུ་རུ་བསྡུས་ནས་ཚབ་གངྒཱ་ལོག་པས་དེ་ཚོ་གངྒཱ་སི་ཏར་བྱུ་རུ་བརྒྱབ་ནས། ད་དེ་འདྲའི་གི་ད་གནས་ཚུལ་དེ་འདྲ་བྱུང་ད་དེ་དོན་པས་ཚང་མ་དཀའ་ལོ་གནང་ངས་གངྒཱ་བརྒྱབ་ཤེས་རུང་བགྱི་རུ། ཨོ་ད་ཁྱོད་ཀྱི་གང་འགྲོ་གི་མི་ཚོ་གི་ད་དགོང་ནས་དྲང་གནས་གི་ད་ཁྱོད་ནི། ཡོད་ཚད་གངྒཱ་ལ་ད་དེ་བརྒྱབ་ནས། དེ་བྱས་ནས་དེ་འདྲ་ཅིག་བྱས་ཤག་བས་བྱས་ཙང་དེ་ད་ལྟ་ང་ལ་ད་ནི། དེ་རིང་ཀ་ཚང་ཞུ་འོ་ཡོག་རེད་ང་ལ་ཚོ་པས། བསྟན་འཛིན་གི་སྐྱེས་བུ་དམ་པ་ཆེན་མོ་དེ་འདྲ་ཅིག་ང་ལ་དེ་འདྲ་གསུང་གི་འདུག། ད་ང་ཚོ་གི་པས་རེ་བ་ཆེན་པོ་རྒྱག་ཡོད་སོ་རྒྱ་བོ་རོམ་བཅས་ལ་བརྟེན་ཆོག་དང་པོ་བུད་ངེས་དེ་ཆོས་ཀྱི་རྐང་དྲུག་ཡིན། བདུན་དགོང་དབང་ཆེན་དང་པོ་གི་སྦྱིན་བདག་དེ་ཆོས་ཀྱི་རྐང་དྲུག་ཡིན་མི་དེ་ཚོ་གང་ག་ལ་བྱས་པ་ཆེན་པོ་མི་དེ་ཚོ་གང་ག་སོང་ན་དབང་ཐང་ཡོད་ངེས། བཞི་བོ་སྦྱིན་ཡིན་ཨ་ནི་བུ་དོལ་གང་ལ་ཡི་ཟེར་གི་བཞུགས་ཁྲི་གཞན་དང་མ་འདྲ་ཅིག་གང་ལ་བཞུགས་བཅུག་ཅེས་ང་ཚོ་རྟེན་འབྲེལ་ཡག་པོ་བྱེད་ཡིན་བསམ་བྱུང་སྟེ། ད་འདི་གི་བྱེད་སྟངས་འདི་ལ་བལྟས་པ་ཡིན་ན་ད་དེང་སང་དེ་དོལ་གང་ལ་སེམས་ཕམ་ཡ་ཞེ་བོ་ཅིག་འདུག་ཅེས་ནས། དངོས་གནས་གསུང་གི་འདུག་ད་ད་ལྟ་ད་ཡིན་པས་གསོ་རིག་ཅིག་བྱ་ཡོང་གི་འདུག་བ་ད་འདུག་ད་ཁོ་རང་བཞུགས་ཁྲི་དེ་གང་ལ་ཡུན་རིང་པོ་བཞུགས་རྒྱུ་མ་བྱུང་བ་རེད་མ་གཏོགས་ཅིག་གཞན་མ་གཏོགས་ང་ཚོ་དངོས་གནས་དེ་གང་ལ་ད་མདོར་བཞུགས་ནས་དེ་འདྲའི་ང་ཚོ་ལ་ཚུར་ཐུབ་ཚོད་བཏང་བསྡད་ཀྱི་ཡོད་ན་སེམས་ཕམ་ཡ་དངོས་གནས་རེད་འདུག་བ། ད་གནས་ཚུལ་དེ་གཅིག་རེད་དེ། དེ་ཡིན་དུས་གཟུགས་ཁང་གསང་བ་ཆེན་མོ་ད་ཁོ་ཚོ་གིས་ད་གཟུགས་ཁང་ཡོད་དོ་སྐུ་དྲག་གང་ག་བཅར་ས་རྒྱབ་ཅི་རམ་བྱེད་དགོས་དོན་རེད་དེ་ཡིན་དུས་ཏན་ཏན་ལབ་ཡོད་ཀྱི་རེད།

བྱས་ཙང། དེབ་ཅིག་རྩོམ་པ་ཡིན་ན་ཡང་རེད་སྐད་ཆ་ཅིག་བཤད་པ་ཡིན་ན་ཡང་རེད། ད་ག་འདྲས་ཅིག་བྱས་པ་ཡིན་ན་ཡང། དེབ་ཅིག་རིམ་བཞིན་ཆགས་འོང་བྱས་ཙང་ད་ཁོ་རང་གི་ཡོངས་འཛིན་བཞི་དེ། ང་ཚོ་ཆོས་སྐྱོང་ལྟས་ངན་གྱི་ཕྱོགས་ནས་དཀའ་ལས་རྒྱག་མཁན་གྱི་ད་དེ་འདྲས་ཀྱི་ཨ་ལས། མངོན་གསལ་དོད་པོ་གྱི་ཐོག་ནས་ཕར་ཅིག་བཤད་པ་ཡིན་ན་དེ་འདྲས་ཅིག་བྱ། ད་དེ་ནས་བོད་ནས་ཚུར་དེ་འདྲའི་བཞུགས་ཡོང་དུས་གང་ལ་ནང་ལོག་གི་རྟ་རྒྱ་བོར་རམ་ཅིག་ཁྲི་ལ་དེད་ནས་རྟ་ཨ་ཡོད་ནང་གི་ད་ཡོད་རྟ། ཕྱི་ནང་གསང་སོ་ག་འདྲི་གཅིག་ལ་ག་འདྲི་གཅིག་འབྲེལ་བ་ག་འདྲི་གཅིག་བྱས་ན་དགའ་གི་འདུག་སྟངས་འཛིན་བྱེད་མཁན་དེ་མགྲོན་གཉེར་ཆེན་པོ་ཕ་ལྷ། ཐུགས་ལྡན་འོད་ལྡན། ཨ་ནི་ཁོང། ང་ཚོ་ཆོས་སྐྱོང་སྟེང་ངེར་དཀའ་ལས་ག་ཚད་ཅིག་རྒྱབ་ཡོད་རེད་ད། ཁོང་གིས་དཀའ་ལས་ག་ཚད་ཅིག་རྒྱབ་ཡོད་རེད་བ་ད། ད། གཅིག་བྱས་ན་ཁོ་རང་གི་མཛད་རྣམ་དེ་འདྲས་ཡོད་ཀྱི་རེད་ལ་ད་གང་ལྟར། ཡོད། ད་ལྟ་རྒན་གྱི་ཚོགས་འདུའི་སྐོར་ལ་ངས་དུས་ཤིག་གོ་སངས་སེ་རྒན་ད་ལྟ་ཁོང་གི་མཛེས་སྣང་ཡོད་ཅི་རེད་ལ་སོང་ཨ། ཁ་ཟས་ང་བི་གེ། སུད་སི་ལོའི་བཅའ་བྱེད་ཨ་ནེ་ཅི་ཐང་ཧ་མོ། འགྲོ་ནུས་ཆུན་པོ་ཕ་ལོག་དེ་སུད་སི་བཞུགས་ད་བ། རེད། བཞུགས་དུས་སྐོར་ལ་ཨ་ནེ་དེ་བ་མི་རྒན་པོ་དེ་ནི་གནད་ཡོད་དེ་འདྲ་ཐུག་ཟེར་བ། ཨ་ནེ་ངས་ཁོ་རང་ལ་བཀའ་འདྲི་ཞུས་པ་ཡིན་ཨ་ནེ་ཁོ་རང་གི། དུས་དུས་སྐོར་ལ་འགྲོ་ནུས་ཆུན་པོ་ཕ་ལོག་མཉམ་དུ་ཨ་ནེ་ཅི་བ་འགྲོ་པ་དེ་འདྲ་བརྩི་འབུ་བརྩེས་ཏེ་བསྡད་མྱོང་ཡོད་ཟེར་གི་འདུག་རེད་བ།

ཨོ། དངོས་གནས་ཀྱི་ལྟ་ཅི། ཀྱི་ཡག་བྱུང་ཡོད་པ་བསྡུ་བའི་བྱུང་ཡོད་པ་ཨ་ནི་ཞུ་གུ་དེ་ལ་འཇགས་རིང་པོ་ཞིག་ཁ་ཡི་གནོག་ཡོད་པ་ཚང་མོ་བྲིས་ཡོད་རེད་ཟེར་བ། ཨ་ཞུ་གུ་དེ་ལ་རྒྱས་དེ་ད་མཇུག་མ་རྫོགས་ཀྱི་གོང་ལ། མཇུག་མ་རྫོགས་ཀྱི་གོང་ལ་ཨ་ནི་དཔེ་ཆ་འབྲིང་བ་དེ་ཤར་བ་རེད་ཟེར། དེ་ཤར་བའི་དེ་སྐོར་ལ་ཨ་ནི་ཁོ་རང་དཔེ་མེད་སོ་སོ་བློ་ཕངས་ཆེན་པོ་བྱས་ཨ་ནི། རྗེས་འདི་དེ་ལས་བརྟེན་ནས་ཨ་ནི་ཁོ་རང་བའི་ཞི་རགས་བདེ་མ་སོང་ཟུག་འདུག་བ། ད་ཞུ་གུ་དཔེ་ཆ་ཆུང་བ་བྱས་པ་རེད། ཨ་ནི་ཞུ་གུ་ཆུང་བ་དེ་གིས་ད་དེ་ལ་ཡ་མི་མང་པོ་བྱས་འབྲེལ་བ་བྱས་ནས་ཨ་ནི་དེ་གིས་ཁོང་གི་ལྟ།

དེ་ཙམ་ང་རང་ཚོའི་མིག་མཐོང་ལག་ཟིན་ལ་ཡོད་པ་དེ་རེད། དྲུ་གཉེར་ཆེན་མོ་ཕ་ལ་བ་དེ་ང་ཚོ་ཆོས་སྐྱོང་ལྟས་ངན་རེད་བོད་བསྟན་པ་ཆགས་སྲིད་ཉག་ཕྲན་ག་ལ་དཀའ་ལས་སྡུག་དཀའ་ལས་ག་ཚད་རྒྱག་རེད། འགན་མ་འཁེལ་བ་རེད་བས་སད་ད་ངེས་ཤོའི་གཙོ་བོ་དེ་དེ་རེད། མཉམ་རུབ་མ་བྱས་བ་རེད་བས་སད་དེ་དེ་འགན་མ་འཁེལ་བ་རེད་བས་སད་མ་རེད་རྩ་བ་གཉིས་རེད་འགན་འཁེལ་བས་མ་ཚད་མདུན་ལ་དོན་ངན་རྐྱང་རྐྱང་རེད་ང་ཚོ་ལ་ལྟས་ངན་དེ། ལགས་སོ། འདིར། ད་དེ་ནས་རྒྱ་བ་རུམ་བྱེད་དང་རེ་བ་རྒྱ་ས་སུ་གང་མེད་བྱེད་ནས་ད་དེ་ནས་རྒྱ་གར་ས་ཐོག་ལ་ཕེབས་འོང་དུས་གང་ལ་ལྷ་ས་ནས། ནི་ད་རྒྱ་གར་ལ་མ་ཕེབས་བར་དུ་གནམ་ལ་ནི་ཕེབས་ས་མེད་ས་ལ་འཛུལ་ས་མེད་ས་ཐོག་ལོར་ཕེབས་འོང་རུ་བ། ལགས་སོ། དེ་ཡོང་དུས་གང་ལ་ཆུ་དང་མ་སོང་ན་ཟམ་པ་བཙུགས་ནས་ཤེས་རག་གི་འགྲོ་སོང་བཏང་ནས་དེ་བྱེད་ངེས་ཏེ་ད་ཆུ་ཞིག་གང་འགྲོ་བ་བྱེད་ནས་ད་དེ་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་མགོར་ཁྲིད་པས་ད་སྒྲིག་འཛུགས་དེ་གི་བྱས་བར་བ། དེ་འདྲས་ཀྱི་ཨ་འབྲུག་དགུན་འབུ་ཏྲ་ཞེས་ཟེར་མཁན་དེ་དངོས་གནས་དྲང་གནས་ཀྱི་ད་མི་དེ་གི་འདུག་དཀའ་ལས་ག་ཚོད་ཞིག་རྒྱབ་ཡོང་རེད་ད། ད་རྒྱ་གར་ལ་དེ་འདྲས་ཁོ་རང་གི་ད་ཨ་འབྲུག་དགུན་འབུ་ཏྲ་ཞེས་ད་མི་ཚང་ཁོ་རང་ནི་དངོས་གནས་དྲང་གནས་ཀྱི་མི་དཔེ་མི་སྲིད་ཀྱི་ད་ཆོད་སེམས་ཆེན་པོ་བསྟན་པའི་སྦྱིན་བདག་ད་ཁོ་རང་ཞེ་བོ་ཅིག་རེད་འདུག་བ། རེད་དེ་ཡིན་ན་ད་རྒྱ་གར་ལ་སླེབས་དུས་གང་ལ་ཐབས་ཤོར་ལ་དཔེ་ད་མུ་གེ་ཞིག་བས་དེ་འདྲས་ཀྱི་གནས་ཚུལ་ཆགས་འདུག་བ། ཧ་ལམ་ད་ཅིག་ཟ་ཡ། ད་ཟ་ཡ་མེད་པ་རང་དུ་ཡིན་གྱི་མ་རེད་ད་ག་ལ་ག་ད་སྨན་གང་ནང་ལ་གོམ་པ་རྫོགས་པ་རུ་བ། སྨན་གང་ནང་ལ་ད་གོམ་ད་ཡར་ད་ཅིག་ལེགས་ན་ཁྱེད་ནས་གང་ལྟར་སྨན་གང་ནང་ལ་རྗེས་ཞུགས་རེད། ད་སྨན་གང་ནང་ལ་ཞུགས་དེ་དུས་གང་ལ་སུ་ཅིག་གཏུག་ག་འགྲོ་ཆོག་གི་མི་འདུག་བ། ད་ལྟ་དེ་དེ་གཉིས་མ་གཏོགས་མི་སུ་གང་བཏང་གི་མི་འདུག་བ་ད་ལས་སྟངས་ཨ་ལོ་འདའ་བ་དང། ཨོ། ཨ་མདོ། གར་ས། ཨ་མདོ་ལེགས་བཤད་ཟེར་ནས་དེ་གཉིས་གཉིས་མ་གཏོགས་བྱས། དེ་གཉིས་གཉིས་དེ་ཁོ། ཨ་འགྲོ་ཅན་འདི་ད་མགོ་བསྐོར་ངེས་ཡིན་ཟེར་ནས་དེ་ག་ཟིག་སྐད་ཆ་བཅོས་འགྲོ་མི་འདྲ་བཤད་ངེས་ཁོ་གཉིས་གཉིས་མ་གཏོགས་ད་སུ་གང་འགྲོ་ཆོག་གོ་མེད། ཁྱོད་ཀྱིས་ག་འགྲོ་ལས་ཁུངས་ནང་ནས་ང་ཚོ་སྟུ་ག་འགྲོ་དགོས་ཀྱི་འདུག་ཟེར་དུས་གང་ལ་ད་སྟུ་ག་འགྲོ་ཆོག་གི་མ་རེད། ས་བོན་ལས་ཁུངས་ཀྱི་བཀའ་ཤག་ཡིན་དགོས། དེ་འདྲའི་ཆེད་ནས་ད་དཔེ་སྨན་བཅོས་དེ་ག་འདྲས་ཅིག་བྱུང་ཡོད་ན་ད་གང་ལྟར་དེ་འདྲའི་ཆེད་ནས་ད་ཨ་མདོ་ལེགས་བཤད་དང་ད་ཨ་ལོ་ཟླ་བ་གཉིས་དེ་མ་གཏོགས་ཅིག་རྩར་འཁྲིད་འགྲོ་ཆོག་པ་མ་མི་སུ་གང། གནས་ཚུལ་དེ་འདྲའི་ཅིག་གི་ངང་ནས་ད་ཁོ་རང་གྲོངས་འགོ་བྱུང་བར་བ། ཅ་ད་དེ་གང་ལྟར་ག་རེ་ཡིན་རུང་མེད་རུང་ཁོ་རང་གིས་ད། སྐབས་དེ་དུས་ཀྱི་བསམ་བློ་ཞན་པ་ག་གེ་ཡོད་མ་རེད་འགན་ཆ་ཚང་འཁྱེར་ནས། སུ་གང་གིས་དམག་གི་ཕོག་རྒྱག་ངེས་ཡོད་མ་རེད་སུ་གང་གིས་དེ་རོགས་རམ་བྱེད་ཡོང་ངེས་ཡོད་མ་རེད་ག་གེ་ཡོད་མ་རེད་འོ་ད་དེ་ནས་ཆེ་ད་ད་གོ་ལག་ཆ་ཡོངས་སུ་རྫོགས་པ་དེ་སོ་སོ་སོ་སོ་ཨམ་པ་དཀྲུག་ནས་བཏོན་ནས་དེ་ད་དེ་ནས་ཚུར་གར་བྱས་པ་ཡིན་ན། ད་རྒྱ་གར་ས་དོག་མ་རེད་བ་དུ་ཁོང་ཚོ་དེ་པ་ཕྱི་ནང་གསང་གསུམ་གི་ཐོག་ནས་དཀའ་ལས་རྒྱབ་ནས་བྱས་དེ་ང་ཚོ་ལྷ་དེ་ངས་དཀའ་ལས་རྒྱབ་རོགས་སྐབས་དེ་དུས་རྐང་ལག་ཆོས་ཤིག་གང་དཀྲུག་གི་ད་དེ་ལས་བྱེད་གང་མགོ་ཁྲིད་གང་ག་ད་དམག་སྤྱི་དུ་སུ་ད་གང་ག་ལོར་ད་རང་རེད་དོ། ད་ཁོ་རང་ཚོ་གི་ད་མ་ཅིག་ཅིག་འགྲོ་དགོས་དང་གཉིས་འགྲོ་དགོས་དང་ས་ཆ་གོ་ཤ་རྒྱག་དགོས་དང་སྣ་ཅིག་རྒྱས་དགོས་ན་ཡང་གང་ག་ཆོས་སྐྱོང་བསྟན་དུང་དེ་ལ་གནང་རྒྱ་ཡ་རེད་དོ། ད་ཆོས་སྐྱོང་བསྟན་དུང་དེ་ངས་མ་ཡིན་ན་རྡོ་རྗེ་གླིང་ད་ད་དེ་ཆོས་ཞིག་གང་དྲུག་ཚོགས་ཁང་ན་ཡོད་རེད་བ། ད་ད་ད་དེ་བ་ཅིག་ས་ཆ་གཞན་པ་ཅིག་ལ་གླས་དེ་དོ་བ། རེད་ད་བསྟན་དུང་དེ་ག་རང་རེད་གང་ལྟར་ཨ་འགྲོ་ཅིག་ད་ཁོ་རང་ཁྲིད་དེ་བསྟན་དུང་དེ་བཙུགས་ཨ་གང་ག་སྣ་དེ་རྒྱས་དགོས་དོ་བ། དེ་འབྲེལ་གྱི་གནས་ཚུལ་རེ་ད་ཆོས་འབྱུང་ལྟས་ངན་ཚུགས་ཀྱི་འདུག་དཀའ་ལས་རྒྱབ་ཐང་དེ་རེད་བ་ད། ན་སོ།
ད་རྒྱ་གར་ས་ཐོག་ལ་སླེབས་ནས། རྒྱ་གར་ས་ཐོག་ལ་སླེབས་ནས་ད་ཐོག་མ་ད། མ་སུ་མ་རི་ལ། མ་སུ་མ་རི་ལ་འབྱོར་རོ་བ། ལ་སོ། མ་སུ་མ་རི་ལ་འབྱོར་ཡོང་དུས་གང་ལ་ད་དང་པོ་དེ་ནས་བས་ཅིག་དཀའ་ལས་རྒྱ་ངན་དེ་གཙོ་བོ་དེ། ད་འགྲོས་ཉེན་ཆེན་མོ་བྱས། ལེའུ་ཤ་དུ་ཐན་ཐར་བ་བྱས། ཁོ་ཚོ་དེ་གའི་དེ་སྐུ་དྲག་ཁ་ཤས་ཆེ་མ་གས་ཡུང་བཀའ་ལུང་གནང། རྒྱ་གར་གཞུང་དང་བག་ཚོ་སྐད་ཆ་བཤད་དེ་ནས་སྐྱབས་བཅོལ་གི་ཕོག་ཡོད་བ་སོད་ད་གནས་ཚུལ་དེ་འདྲའི་ཅིག་གི་ཐོག་ནས་ཡག་རུག་རུག་ཆག་ཡ་རུག་ཅིག་བལྟས་ཚེ་བྱུང་འདུག་བ། ཡིན་ན་ཡང་སྐབས་དེ་དུས་གང་ལ་གར་བྱེད་དོ་སོད་ན་ཆུ་བཞི་གང་དྲུག་གི་ཡང་ཆུ་བཞི་གང་དྲུག་གི་མི་ཚོ་ཅིག་བདག་པོ་བརྒྱབ་ནས་ཁོ་རང་རང་ད་ང་ཚོ་གི།

བདེ་ཆུབ། ད་དེ་ནས་ཨ་ནི། གདན་ས་ཁག་ལ་འགྲོ་མཁན་ག་ཚད་དུ་བག་ཅིག་དང་སྦག་ས་ལ་བཏང་གིན་གདན་ས་གསུམ་ནང་གཅིག་དང། དེ་ཡག་ག་ངེས་མ་ཨིན་ཅིག་གི་བཙོན་པ་བཞག་ས་གི་ས་ཆ་རེད་བ། དེ་འདྲ་གི་ས་ཆ་ཐབས་སྐྱོ་བོ་དེ་ནང་ལ་རྒྱ་རི་སོང་དོ་ཅག་ཞུགས་ནས་ཨ་ནི་བསྟན་པའི་གི་ཐོག་ལ་ཡང་ད་ཐུགས་ཁུར་ག་ཚད་བཞེས། དེའི་ནང་ནས་ད་དེ་སྐབས་དེའི་གི་མཁན་པོ་མཁན་ཟུར་ཕལ་ཆེ་བ་དེ་ང་ཚོ་ཆོས་སྐྱོང་བསྟེན་མཁན་རྐྱང་རྐྱང་རེད་འདུག་ག་ངས་ག་ཚད་ཅིག་གི་ནང་ལ་འགན་འཁྱེར་ནས་ཞུགས་ཡོད་རེད། དཔེར་ན་སྐབས་དེའི་ཁ་ཐུག་དེ་ལ་ཡང། ད། རྒྱ་བོར་མི་བྱེད་གསུང་གི་འདུག་བ་ད་དེ། རྒན་པད་མ་རྒྱལ་མཚན་སྤོ་རོག་དགའ་བོ་བྱས་ནས་བཞུགས་བཞག་གསུང་གི་འདུག་བ། ད་རྒན་པད་མ་རྒྱལ་མཚན་དངོས་སུ་ཆོས་སྐྱོང་བསྟེན་གི་ཡོད་མེད་ང་ཚོ་ཤེས་ས་གལ་མེད་ཡོད་རུང་མེད་རུང་དེ་ཁྱད་པར་གལ་མི་འདུག་བ་དགག་པ་མ་བྱས་ན་ང་ཚོ་གལ་བརྩེ་བ་མེད་བ། སྐྱོན་བརྗོད་མ་བྱས་ནས་དགག་པ་རྒྱབ་མ་ཡོང་ན། བསྟན་རུང་མ་བསྟན་རུང་དེ་ང་ཚོ་དགེ་ལུགས་མ་ཡིན་ན་དགེ་ལུགས་དཔེ་ལྗིད་དཀར་ཟེར་བ་རེ་ཆོས་འབྱུང་ཤུགས་ལྡན་བསྟན་དགོས་རེད་ཟེར་དེ་ང་ཚོ་ཤེས་དགོས་ཡ་གལ་མི་འདུག་ཤེས་ཐུབ་ཡ་ཡོད་མ་རེད་བ།
བྱས་ཙང་འདི་འདྲ་ཡིན་དུས་གང་ལ། ད་རྒན་པད་མ་རྒྱལ་མཚན་ཙམ་མ་གཏོགས་ཅི་དགོས་དེ་འགན་འཁེལ་མཁན་ཚང་མ་ད་ཆོས་འབྱུང་ལྟས་ངན་ཆགས་བསྡད་ཡོད་རེད་བ། ང་ཚོ་འགན་འཁེལ་སྟངས་དེ། བྱས་ཙང་ད་ལྟ་རྒན་གྱིས་འདི་གསུངས་དུས་གོ་ལ་ངན་གྱིས་ཁྲེལ་སོང་བ་རེད་བ།

དེ་གང་ག་སྐྱབས་ཤིག་སོང་རོམ་ཆིག། དགོན་དེ་ནས་ང་ཚོ་ཆོས་སྐྱོང་སྟེང་གི་འགན་འཁྱེར་བ་རེད། ལགས་སོ།
གཅིག་ནས་དེ་འདྲ་རེད། ད་ཐབས་ཤུགས་ཕ་གི། ཅིག་ལོ་ག་ཚད་ནས་ཅིག་གི་ཐོག་ལ་ད་དགེ་རྒན་མང་པོ་ཅིག་ཐོན་སློབ་ཕྲུག་གི་འཛིན་གྲྭ་ག་ལ་ཟིན་མ་ཐོན་བར་དུ་ལོ་ག་ཚད་ནས་ད་ལོ་ལྔ་ཡིན་ན་དྲུག་ནས་ཅིག་ཞུགས་ཡོད་པ་འདྲ། ཅེས་དེ་འདྲ་ཅིག་རེད།

གང་ག་ན་ཆེ་བསྟན་པའི་མི་རོ་རྨང་ནས་བཟོ་བ་སྲིང་བསྟར་དེ་དངོས་གནས་དྲང་གནས་ཀྱི་དེ་འདྲའི་འགན་ཁུར་མཉམ་དུ་གནང་ཡོད་རེད། ང་ཚོ་ཆོས་འབྱུང་ལྟས་ངན་རེད། ཆོས་འབྱུང་ལྟས་ངན་འགན་འཁྱེར་བ་དང་འཁྱེར་སྟངས་མ་འདྲ་བ་རེད་དངོས་གནས་དྲང་གནས་ཀྱི་ཧང་སང་ཡ་བྱེད་ཀྱི་དེ་འདྲའི་བྱེད་གནང་ཡོད་རེད་ད་གཅིག་དེ་རེད། ད་དེ་ནས་ལྡི་ལི་བོད་ཁང་གསར་བ་བཙུགས་ནས་ལྡི་ལི་བོད་ཁང་གསར་བ་བཙུགས་ཡོད་འདུག་གང་ལ་གྲོ་མོ་དགེ་བཤེས་རིན་པོ་ཆེ་བོད་ནས་ཚུར་ཕེབས་ཡོང་པའི་དཔེ་ཆ་སྐྲ་གང་འཁེལ་ཡོད་པ་དང་སྐུ་གསུང་ཐུགས་རྟེན་གང་ཡོད་པ་དེ་བཅས་བློ་ལ་ལྟོས་བློ་ཡུལ་ལ་ཡང་དེ་ནི་མི་གཙུག་གི་ལྟེ་བ་བཅོས་བཞག་པ་དང་ལྟ་བདེན་ལེན་བཞག་པ་དང་དེ་འདྲིས་ཀྱི་སྐུ་འདྲ་སྙིང་པ་དོ་པོ་ལྔ་ཡིན་ན་དྲུག་ཡིན་ན་གཅིག་བྱས་དེ་འདྲའི་གཅིག་གི་ཐོག་ནས་ཨ་ནི་ལྡི་ལི་བོད་ཁང་འདི་གསར་པ་བཙུགས་པ་རེད། ད་ལྟ་བོད་ཁང་གི་ལས་ཀ་བྱས་ཏེ་གང་ག་ལོག་གི་རྩ་བ་དེ་ང་ཚོ་ཆོས་འབྱུང་ལྟས་ངན་གྱི་ཐོག་ནས་བཙུགས་པ་རེད། ད་གོ་ཤེས་རྒྱ་ནང་ད་ང་ཚོ་རྒྱ་ཡ་ག་ལ་གང་ཚང་ཡོད་རེད་ད་ནང་ད་ཡེ་དེ་ཡེ་ནས་ང་དེ་གཅིག་རེད། ཨ་ནི། སྐྱིད་རོང་ཇོ་དེ་འདྲ་ཞུ་ཡ་དེ་གང་ག་ལོ་ཨ་ནི། སྐྱིད་རོང་ཇོ་དེ་འདྲ་ཞུ་ཡ་དེ་ལ་ཡ་གང་ག་ང་ཚོ་ཆོས་སྐྱོང་དེ་ངས་ཚོ་ག་ལས་རྒྱབ་ཡོད་རེད། སྐབས་དེ་གི་སྐྱིད་རོང་ཇོ་དེ་ད་ནང་སྐྱིད་རོང་གི་ས་ཆ་ཚུ་ཇོ་ཆོས་དེ་ལ། ཙུམ་ཟེར་ངའི་ས་ཆ་ཙུམ་ཡིན་ན་མུ་གུ་རོང་ཡིན་ན་གཅིག་ལ་འཇོག་ཡོད་རེད་བ། ད་དེ་ལ་ཨ་ནེ་རྫོང་ཁ་ཆུ་དེ་གྲྭ་པ་ཚོ་གི་ད་རྒན་བཟོད་སྒོ་མི་འདུག་ཟེར་ང་ཚོ་ད་བསྡད་ས་སྐྱིད་པོ་འདུག་སྟེ་ཡིན་ནའང་ཇོ་བོ་དེ་རྒན་ཆེན་པོ་ཞི་བ་ཅན་ཡིན་ཙང་དེ་རྒན་བཟོད་སྒོ་མི་འདུག་ཟེར། དེ་ཡིན་དུས་གང་ལ་ཨ་ནེ་ད་རྒྱ་གར་ལ་མ་དེ་འདྲས་བཞུད་དང་ཨ་ནེ་ག་འདྲས་བྱེད་ན་དགའ་ཟེར་ནས་ཇོ་བོ་ལ་ཟིན་རིས་དྲིས་དུས་གང་ལ་རྒྱ་གར་ལ་དེ་འདྲས་བཞུད་སུ་བབས་སོང། ད་དེ་འདྲས་མ་ཞུས་པ་ཡིན་ན། བལ་ཡུལ་གྱི་དོན་གཅོད་ཀྱི་རྒྱུད་ནས་མ་ཞུས་པ་ཡིན་ན། གློག་གི་སྒྲིག་འཛུགས་ཆུ་བྱི་ག་འབྲུག་པ་གློག་གི་སྒྲིག་འཛུགས་འབའ་བ་ཡེ་ཤེས་ཀྱི་རྒྱུད་ནས་དེ་འདྲས་ཞུས་ན་དགའ་འདུག་ཅེས་ནས་ཟིན་རྗེས་དྲིས་དུས་འབའ་བ་ཡེ་ཤེས་ཀྱི་རྒྱུད་ནས་ལོག་ནས་ཚུར་དེ་འདྲས་ཞུས་ན་དགའ་འདུག་ཅེས་ནས་ཕབ་སོང། དེ་ཡིན་དུས་ཁང་ལ་ཨ་ནི་ད་ད་ད། དེ་ཡིན་དུ་གང་ལ་ཨ་ནེ་བྷ་བྷ་ཡེ་ཤེས་ལ་སྐུ་ཅི་དེ་འདྲ་ཅིག་ལབ་རོགས་ཅེས་སྤ་གི་ཆོས་ཅི་གང་འགྲུབ་གི་ཁོང་ཚོ་ལ་ཡ་ཨེ་ནེ་དེ་མ་དེ་འདྲ་ཞུ་ཡ་གི་སྐོར་ལ་ཡ་དེ་ཆེ་རོགས་པ་གནང་རོགས་ཅེས་ཆོག་གི་དེ་ལ་ཡ་ཟིན་རིས་དེ་འདྲ་བབས་སོང། ཨ་ནེ་དེ་བྱས་ནས་དེ་ལ་ཡ་དེ་སླེ་བར་བ་དཀར་ཟ་གོ། ད་ལྟ་བལ་ཡུལ་གི་དོན་གཅོད་རྒྱ་དཔོན་སྐལ་བཟང་བཀྲ་འདུལ་ཟེར་མཁན་དེ། ཨ་ནི་ཁྱོད་ཀྱི་གང་འགྲོ་ལ་དེ་རོགས་བྱེད་རོགས་བྱེད་ཟེར་ཡིན་ངེས་པར་དུ་བཞུགས་སྒར་ལ་དེ་འདྲ་ཤོད་ཐུབ་པ་ཅིག་བྱེད་རོགས་བྱེད་ཟེར་དུས་གང་ལ་ཨ་རྟ་འབའ་བ་ཡི་ཞིག་གིས་ཁོ་རང་ཚུར་ག་ད་ཡའི་ག་དྲིང་ཚུགས་ཀྱི་ཐོག་ནས་ཨ་ནི་ལས་བྱེད་བསྐོ་བཞག་བྱེད་དེ་འདྲའི་གཞུང་གི་ག་འགའ་ང་ཚོ་ཆོས་འབྱུང་སྟེང་གི་རྐྱང་རྐྱང་རེད། ཟླ་བ་དེའི་མི་དེ་ཚོ་ག་འགའ་བོད་དུ་མ་བཀོད་དེ་ཨ་ནི་རྒྱུད་སྟོད་ཀྱི་གྲྭ་བ་བཞིས་ཁྲུས་གསོལ་ཉི་མ་རྟག་པ་རེ་ཞིག་དེ་ནས་མར་ཁྲུས་གསོལ་བྱས་ནས་འགྲོ་མཁན་དེ་ཚོ་ག་འགའ་ཆོས་འབྱུང་སྟེང་གི་རྐྱང་རྐྱང་བཏང་ཡོད་རེད། འོ་དེ་ཀ་འགའ་དཀའ་ལས་རྒྱབ་སྟངས་དེ་ང་ཚོ་བོད་བསྟན་པ་ཆབ་སྲིད་ཐོག་ད་མི་གའི་འོག་གི་མི་གཅིག་དཀྱུས་མ་གཅིག་ནས་ཅི་ནས་འགོ་བ་འདུག་གི་ད་དཀའ་ལས་མ་རྒྱབ་ས་མེད་པ་ཅི་རེད། འབའ་པ་དགེ་ཡེ་ཤེས་སྐོར་གྱི་གསུངས་ལེ་རོ་བ་ད་ད་ད་ཁ་སེང་རང་གསར་པ་ཁོ་ཐན་ཤག་སེ་ན་བླ་རང་སྐལ་བཟང་སེང་གེ་ཨ་འདུ་བྱེད་དོ་དེ་གི་ད་དེ་ད་ད་ག་ད་མི་ཁ་ཤས་ཅིག་གི་རྒྱ་ལོ་དན་གྲོ་གི་ལོ་རྒྱུས་དེ་ཕ་འདྲི་ངེས་རེད་ཟེར་གི་འདུག་ད་རྒྱ་ལོ་དན་གྲོ་གི་ལོ་རྒྱུས་དེ་ད་མཐོང་མ་སོང་ངེས་རེད་བ་ད་དེ་ན་བྲེལ་ཡོད་ས་རེད།

ཐོག་མར་ཨ་ནི་གར་བྱས་པ་རེད། ནང་སོ།
གྱིས་བསྐོར་ཏེ།
ད་ཁོ་ངས་ཁོ་རང་ལ་ལ་ཡིན་རོགས། ནི་ཆུ་ཆུ་སྒང་དྲུག་གི་ཧ་མོ་ད་མི་རྒན་པོ་ཞིག་རེད་ཤག་ཁོ་རང་ལ་ལ་ཡིན་པ་ད་ཁྱོད་རང་གི་ཤེས་པ་དེ་ཕན་མ་རེད་ད། ལ་རེད། སྤྱི་ཚོགས་ཐོག་ལ་ཤེས་དགོས་རེད། དངོས་གནས་གར་ཡིན་པ། བརྒྱ་ལོ་གྱང་དྲུག་གི་ཨ་ནི་ལོ་རྒྱུས་དེ་གི་ཐུགས་ལ་ཡོད་རེད་ནི་ཨ་ནི་པའི། ད་ད་བླ་རོང་སྐལ་བཟང་ཟེར་ནི་ཨ་མདོ་དེ་འདྲ་ཞིག་ཤེས་ཀྱི་འདུག་བ། ཨ་པའི་མ་པིན་ཡིན་པ་ཀོང་མོ་ཡིན་པ་བ་ད་དེ་འདྲ་ཞིབ་པོ་དེ་འདྲ་ཤེས་ཀྱི་འདུག་བ། དེ་ཡིན་དེ་སྐོར་ལ་ཨ་ནི་ཡིས་ཁོ་རང་ལ་ག་འདྲི་ཞུ་ཡིན། ཞུ་དེ་སྐོར་ལ་ཁ་ཐོག་མར་དེ་ད།

ད་གེ་ཡེ་ཤེས་ཀྱིས་དེ་ནི་ད་ཇག་རིན་པོ་ཆེའི་བཀའ་ཡིན་ཙང་ཨ་ད་ཁྱོད་ནི་འགྲིག་གི་མ་རེད་བསམ་ཨ་ནི་ཆུ་ཆུ་སྒང་དྲུག་དེ་ཚོ་ཕར་རྩིས་སྤྲད། རེད་བ། དེ་ཚོ་ཕར་རྩིས་སྤྲད་ཨ་ནི་ཕྱིན་ད། ད་ར་ས་རེད་དེ་ཇག་རིན་པོ་ཆེ་ཀུན་འདུས་ལས་བཅག་པ་རེད། བཅག་དེ་ཀོ་ལ་ཨ་ནི་ཇག་རིན་པོ་ཆེ་ཀྱིས་ད་ཆོས་མི་དགེ་ལུགས་མང་ག་ལེར་བསྡད་ནས་ག་ལེར་ཁ་ཡོད་ཅོ་རེད་ག་ལེར་མུ་མུ་རྒྱག་སོང་དེ་འདྲ་བྱས་བྱས་ཨ་ནི་ད་ཆོས་མ་ག་དུས་འགྲོ་མཁན་ཡིན་པ་ལུགས་མང་ག་ལེར་ཕ་ག་དུས་འགྲོ་ཡ་ཡིན་པ་ཟེར་བྲིས་པ་རེད། དེ་ཀོ་ལ་ད།

ཁོ་ཚོ་ག་རེ་བཟོས་ག་ལ་ཁོ་ཚོ་གི་དེ། གར་ཟེར་བ་རེད་ད་དེ་རིང་ཁ་སང་ཕྱོགས་ཞོར་འདྲེན་བྱས་ནས་ནག་པོ་བཟོ་ཡ་གཅིག་གི་སྐད་ཆ་གཅིག་རེད་མ་གཏོགས་གཅིག་གི། དོན་དངོས་པོ་གནས་ཚུལ་གི་ཐོག་གི་སྐད་ཆ་དངོས་ནི་དྲང་གནས་ཁོ་ཚོ་གི་མགོ་འཚོས་ཀི་ཡོད་མ་རེད་མགོ་འཚོས་ཀི་ཡོད་མ་རེད་ལ། ཨ་ནི། ཅི་སྟག་ངས་ད་རླབས་རང་སྐལ་བཟང་ཟིན་ངེས་ཏེ་ཨ་མདོ་ཡིན་གྱིར་བ། རེད་ཨ་མདོ། ངས་ད་ཨ་མདོ་ཡིན་པའི་ཆ་ནས་སྐྱོན་ཅི་ཙང་ནི་བྱེད་ཀྱི་མེད་ཨ་མདོ་ནང་ལ་ང་ཚོའི་དེ་ག་རང་རེད་ག་དུས་ཡིན་ན་ངའི་གུས་ཞབས་ཡོད། མཁས་པ་མང་པོ་རེད་དངོས་གནས་ཨ་མདོ་རིག་པའི་འབྱུང་གནས་རེད་ཟེར་གྱི་ཡོད་རེད་ཡིན་དང་ཡིན། ང་ཚོ་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོའི་འཁྲུངས་ས་རེད་ཨ་མདོ་ནང་ལ་མི་ཤེས་རབ་ཅན་རིག་པ་ཅན་མི་བསམ་ཡོད་ཅན་ལྟ་ཞེ་དྲག་ཡོད་རེད་ད་ཡིན་ན་ཡང་ཁོ་གནས་ཚུལ་མགོ་མ་འཚོས་པ་དེ་མགོ་མ་འཚོས་པ་རེད་ཟེར་ཁོ་དེ་མགོ་མ་འཚོས་མཁན་ལ་ལབ་ཆོག་གི་རེད་བ། ན་སུ་རེད། དེ་ག་དུས་ཡིན་ནའི་གུས་ཞབས་ཡོད་ལ། བྱས་ཙང་དེ། བཙན་ས་ཡོན་དུ་གང་ལགས། ད་ཡི་གེ་ཀློག་གི་ཆོས་ཤིག་གང་དྲུག་གཏོར་ངན་དེ་འབའ་བ་ཡི་ཞེས་དེ་སྡུག་ཅག་རེད་ཟེར་ཏེ། དེ་ཡབ་གཤིས་རང་གི་ཆེད་ངག་གི་རྔན་མ་བཟོས་བར་བ། བ་ཙ་ལ་ཅིག་ལ་ག་རེ་ཟེར་དུ་གང་ལགས་འབའ་བ་ཡི་ཞེས་སྨྲ་ཐུབ་པ་དེ་ཡོད་རེད་ད། འབའ་བ་ཡི་ཞེས་ཟེར་ངན་དེ་བསད་ཐུབ་པ་ཡིན་ན་ད་ཅིག་འགྲིག་གི་ཡོད་བ་ད་དེ་ནས་འབའ་བ་ཡི་ཞེས་ལ་འབྲེལ་བ་བྱེད་ངན་ཡིན་ན་ད་ཞེ་བོ་ཅིག་ཡིན་པ་གནས་ཚུལ་དེ། ད་དཔེ་ཆ་ཡང་ཤར་ན་ད་དེ་ཚོའི་རྙོག་དྲ་ཚ་ཤེས་བས་ན།

གུར་སེར་པོའི་རྙོག་དྲ་ལ་ཞི་བ་ཅིག་བྱུང་བ་རེད། ད་སྐབས་དེ་དུས་གང་ལ་གང་འདོགས་ལ་ཉིན་མ་བཅོ་བརྒྱད་ནས་ཉིན་མཚན་དྲིལ་ནས་ཚོགས་འདུ་ཚོགས་པ་སྟབས་གནས་ཚུལ་ཞི་བ་ཅིག་རེད། གུར་སེར་པོ་ཟེར་ཏེ་དེ་ཨ་མི་རི་ཀ་གི་དེ་གུར་སེར་པོ་ཡོད་དེ་ནང་ལ་སེར་གྲངས་ཡོད་རེད་ད་སྐད་ཆ་འདི་རེད་བ། དེ་རེད། འོ་ད་དེ་བྱུང་ལ་དེ་རེད་དེ་བྱུང་དེ་ལ་ད་ཚོགས་པ་བཅུག་གསུམ་གི་རྙོག་དྲ་འབྲུག་གི་རྙོག་དྲ་དེ་རེད།

ཅེས་སྒར་གསར་བ་རུ་དང་ཁྱད་བསྒྲགས་ཆེ་ཤོས་དང་འཛམ་གླིང་ནང་ལ་ཁྱབ་ཐོས་རྗེས་ད་ལྟ་ནི་ཆགས་བསྡད་རུ་བ་གཞན་མ་གཏོགས་བོད་པའི་སྤྱི་ཚོགས་ནང་རྙོག་དྲ་དེ་རྒྱུན་མ་ཆད་པར་བྱུང་བ་རེད། ད་སྒར་གསར་བ་རུ་སོང་ན་འབའ་བ་ཡེ་ཤེས་ཡར་བཏང་ཡ་དེ་ཆོས་གཞི་སྒང་དྲུག་གི། ཆེ་ཚང་ལྟ་ངན་ཞིག་རེད་ད་སྐབས་དེ་དུས་ཁ་ལ་འགན་དེ་ཆོས་གཞི་སྒང་དྲུག་གིས་བསྡད་ཀྱི་ཡོད་པ་དེ་རྟགས་དེ་སྒར་སྟེང་བ་རུ་སོང་ན་གློག་གི་ཆོས་གཞི་སྒང་དྲུག་གི་སྒྲིག་འཛུགས་དེ་ཆ་ཚང་གློག་གི་ཡ་གི་ད་འཇར་མ་གི་སྒྲིག་འཛུགས་དེ་ཆོས་གཞི་སྒང་དྲུག་རང་གི་ལས་ཁུངས་ནས་བཏང་བ་རང་མ་གཏོགས་བོད་གཞུང་ལ་འབྲེལ་བ་བྱེད་ཆོག་གི་མ་རེད།

ཨོ་དེ་རེད། ད་ངས་ཀའི་དེ་ཧ་གོ་གི་ཡོད་ཟེར་ན་ཁྱེད་ཚོ་གཟུགས་དང་འབྲེལ་བ་མ་བྱེད། ད་ངས་འབྲེལ་བ་བྱེད་པ་ཤ་བི་ཡིན་ཟེར་དུས་ད་ཁྱོད་ཅི་གང་སྒྲུབ་དགོས་མི་རྒན་བཙུག་གི། ཨ་ད་དེ་ག་རང་རེད། ད་ཁོ་རྒྱ་བོར་མི་བྱེད་བིན་རྒྱ་རེད་ཁོ་ལས་ལྷག་ད་སུ་ལ་ཡིད་ཆེས་བྱེད་གོ་རེད་ཁོ་ལས་ཡིད་ཆེས་བྱེད་ན་འགྲིག་གི་རེད་ཟེར། ཨོ་ད་རྩ་བ་དེ་ཡོང་ས་དེ་དེ་ནས་ཡོང་བར་བ། ད་དེ་ནས་བློ་ལ་སུ་འགྲོ་གི་འདུག་ཟེར་ན་ད། ཨ་འབྲུག་སྦྱིན་བདག་འགྲོ་ཐུ་ཡ་ཡོད་མ་རེད། དེ་དུས་གང་ལ་སྐུ་གཟུགས་ལ་མདེའུ་མང་པོ་ཡོད་རེད། གཅིག་ནས་ད་སྒྲིག་འཛུགས་ཀྱི་མགོ་ཁྲིད་ངོ་མ་དེ་གཟུགས་ཀྱི་དེ་འདྲ་ལ་འགྲོ་ཡག་གི་ལུགས་སྲོལ་ཡོད་མ་རེད་བ། ཁོ་རང་གི་སྒྲིག་འཛུགས་ཨ་མ་གི་ད་མགོ་ཁྲིད་རེད་བ། དེ་ཡིན་དུས་ཀ་ལ་དེ་འཇག་མ་རྒྱག་ག་ད་དེ་ཟུར་གྱི་མ་རྒྱག་ས་ཆུང་ཆུང་ལ་འགྲོ་ཡག་གི་ལུགས་སྲོལ་ཡོད་མ་རེད་གཅིག་ནས་དེ་ཡོད་མ་གཉིས་ནས་ཁོ་རང་གི་སྐུ་སྲུང་ལྡེའུ་བུ་མང་པོ་ཡོད་བ་ཡིན་དུས་ག་ལ་ད་དེ་འགྲོ་ཐུ་ཡ་ཡོད་མ་རེད། ད་དེ་ནས་བྱ་རྒོད་རྣམ་རྒྱལ་རྡོ་རྗེ་ལ་འགྲོ་བྱ་རྒོད་རྣམ་རྒྱལ་རྡོ་རྗེ་འགྲོ་ཐུ་ཡ་མེད་བ་དེ་ཁོ་རང་སྐྱེས་མའི་སྤུ་བོ་གང་ག་ཡོད་རེད། ད་དེ་འཇག་མ་གི་སྒྲིག་འཛུགས་ཟེར་མཁན་དེ་ལས་ལ་འོ་ཡོད་མ་སྐྱེས་མའི་སྤུ་གུ་ཁྲིད་འགྲོ་ས་ཡོད་མ་རེད་བ། དགྲ་བོ་དཔོན་རོན་རྒྱལ་ཚེ་རིང་ལ་ཁོ་རང་ལས་སྐྱེས་མའི་སྤུ་གུ་མང་པོ་བྱས་འགྲོ་ཐུབ་ཡོད་མ་རེད། ད་ས་མདོ་བློ་གཉིས་དགྲ་འགྲོ་རོ་ཅེས་ས་མདོ་བློ་གཉིས་དགྲ་ཁོ་རེ་ངེད་མ་སྐུ་དྲག་ཅིག་འདས་དེ་རྗེས་འཇག་མ་ཟེར་མཁན་དེ་འདུག་ག་ལས་རྒྱ་ཐུ་ངན་ཅིག་སྒུག་ཡོད་རེད་དེ་འགྲོ་ཐུབ་གི་མི་འདུག་ཟེར་ནས་ད་དེ་འགྲོ་ཐུབ་ཡོད་མ་རེད། ད་ཡིན་དུས་གང་ལ་ད་འབའ་བ་ཡེ་ཤེས་ལ་ཁྱེད་རང་འགྲོ་རོགས་ཅེས། ད་ཁྱེད་རང་དང་ད་ཆ་དྲིན་སྐལ་བཟང་ཆོས་འཛིན་ཁྱེད་རང་གཉིས་ད་འོས་ཤོག་རེད་བཞག་མི་རང་རང་རེད། ལོ་ཆ་ནས་ཡིན་ན་རེད་མིག་ཆ་ནས་ད་ཁྱེད་གཉིས་གྲགས་འདུག་ད་ཁོ་རང་ཚོ་དེའི་ནང་ལ་སྐད་ཆ་དེ་བྱུང་རུང་བ། ད་ནས་ད་འབའ་བ་ཡེ་ཤེས་ལ་ཞུ་བ་རྒྱབ་རྒྱབ་རྒྱག་ཨ་ནེ་འབའ་བ་ཡེ་ཤེས་གིས་དང་པོ་ཁས་མ་ལེན་པ་བྱས་ཁོ་རང་གིས་ཁས་ལེན་མི་འདུག་བ། ང་ཚོ་རྡོ་རྗེ་གདན་ལ་ད་ང་ཚོའི་རྡོ་རྗེ་གདན་ལ་ད་ཁོ་ཚོ་ཆོས་ཀྱི་སྒང་དྲུག་དང་པོ་ཚོགས་འདུག་དེ་འཚོགས་བར་བ། ད། ཆོ་ག་རེ་རེ་ནས་སྤྱི་བསྟོད་གསུམ་གསུམ་བཏང་གོ་ཟེར་དུས་གང་ལ་རྡོ་རྗེ་གདན་ལ་སྤྱིར་གང་འགྲོ་ཚོགས་འདུ་ཚོགས་ནས་གནས་ནས་མདོ་སྟོད་ཀྱི་མི་དེ་མང་ང་འདུག་ཟེར་སྤྱི་དོན་ཐོས་པ་གོ་གི་འདུག་ཟེར་ནས་ཁོང་ཚོའི་རྙོག་དྲ་གཅིག་དང་པོ་དེ་བཤད་པར་བ། ཨ་ནི་ད་འགྲོ་ཉེ་ཆེན་མོ་གི་ད་ད་འདི་གཡུག་ཤོར་ཟེར་ད་ད་ད་ཨ་ལས་དེ་རྙོག་དྲ་ཚར་བའི་གང་དེ་ད་དེ་བཤད་མ་དེ་ཟེར་དེ་དེ་དུས་གང་ལ་འཐེན་པར་བ། དེ་དུས་གང་ལ་བཤད་ནས་ད་ཆུ་བྱི་གང་འགྲོ་ཟུར་དུ་ལས་ཀ་བྱེད་ཀྱི་མེད་ཟླ། ཁོ་ན་ཚོ་སྐད་ཆ་བྱས་འདུག་བ། དངོས་གནས་དྲང་གནས་ཀྱི་འགག་ཉལ་ས་ཀྱི་ཕ་གིས་གང་ལ་ལས་ཀ་བྱེད་པའི་ཁ་ཐུག་དེ་ལ་ལས་ཀ་བྱེད་བྱེད་བྱེད་བྱེད་ཚུར་རྒྱ་གར་ས་ཐོག་སླེབས་ཚར་དུས་གང་ལ་སྐུ་མ་སྐུ་ངེར་ཇག་པ་རྒྱག་ངེས་རེད་འོང་ཡོད་ལྡང་ངེས་རེད་ཅེས་ད་སྐད་ཆ་མང་པོ་བཤད་ཀྱི་འདུག་ད་ཡིན་ན་ཁྱོ་ག་གཉིས་ཀྱི་ག་རེ་ཁྲིད་སོང་ན་དེ་ག་ནས་མེད། ད་ཁོས་སོ་སོ་གཅིག་ཐོབ་ཐང་དེ་ནས་མ་ལས་ཀ་མེད་རེད། ད་ཐོས་པ་ཟེར་ངེས་རྩ་བ་ནས་ལས་ཀ་མེད་ཅེས་ནས།

དགེ་རྒན་ཉི་ཤུ་རྩ་གཅིག་ཕར་ཨ་རི་ལ་མ་དེ་སློབ་སྦྱོང་བཏང་ཚར་བ། དགེ་རྒན་ཉི་ཤུ་རྩ་གཅིག་དེ་ཚུར་སླེབས་སོང་ན་དེ་ནི་ང་ཚོ་སྐད་ཆ་བྱ་བའོ། ཨ་ནི་དེ་བར་དུ་ད་ཁྱོད་ཅིག་འགྲོ་ན་མ་གཏོགས་ཐབས་མི་འདུག་སོ་འུ་ཚོ་རྒྱབ་ནས་དེ་ནི་ད་འོ་ན་ང་འགྲོ་ཆོག་ཟེར་ད་ནི་ཁོ་ཚོ་གནང་མཁན་ཐུ་བོ་ཆེ་ཟེར་མཁན་དེ་བཞག་འདུག་བ། གནང་མཁན་ཐུ་བོ་ཆེ་བཞག་ཡ་དེའི་ནང་ལོགས་ལ་ཡ་ད་རྒྱབ་ནས་དཀོན་མཆོག་གསུམ་ཡོད་ཡོད་བ་བྱས། ད་ནི་དེའི་སྒང་ལ་རྒྱ་བ་རུམ་ཅེས་བྱ། དེའི་སྒང་ལ་སྲུང་མ་མ་ན་ཉིད་རྒྱ་ཆེན་རྡོ་རྗེ་བཞུགས་ཏེ་དེ་ཚོ་གང་གི་མཚན་བཀོད་ནས། འོ་དེའི་ཁ་ལ་ད་ཁོ་ཚོ་གི། ན་བཞག་ནས་ད་སྐྱིད་ན་མཉམ་སྐྱིད་སྡུག་ན་མཉམ་སྡུག་གར་བྱུང་ན་གཅིག་པ་བྱེད་ཀྱི་ཡིན། ཡིན་ན་ཡང་དེ་ཡང་ད་ང་ཚོ་བོད་བསྟན་པ་ཆབ་སྲིད་རང་གི་ཐོག་ལས་མ་གཏོགས་གཅིག་གི་ད་སོ་སོ་སོ་ལ་གཅིག་ཐོབ་གེ་སར་ར་ཡ་ད་གཅིག། ང་ཚོ་གི་ཕ་ཤི་ན་བུ་ལ་ཐོབ་ད་ར་ཡ་གི་ད་ང་ཚོ་རྩིས་ཁྱིམ་ལ་མ་སྐྱབས་སུ་ད། བོད་བསྟན་པ་ཆབ་སྲིད་རང་གི་ཐོག་ལ་ཡིན་ད་ཅེས་ནས་དཔེ་མི་སྲིད་ཡིག་ཆ་དེ་ཚོ་རྗེས་སུ་ཡི་རང་བྱེད་ཀྱང་ཀྱང་ཅིག་ཁོང་ཚོ་དེ་དུས་བཞག་འདུག་བ། ལ་ས། འོ་དེ་བཞག་ནས་ད་དེ་ད་ལྟ་ཇུས་གང་དྲུག་ལས་ཁུངས་ནང་ཡོད་ཀྱི་རེད་ལ་ཁོང་ས། ཚོ་དེ་བཞག་ཡོད་རེད་ད་དེ་ནང་བྱས་ཙང་རྒྱ་ཆེན་དོ་ཅོ་བཞུགས་གདན་ས་བྱས་ནས་དེ་ཡོད་རེད། ཨ་ད། ནང་གི་ཐུ་བོ་བྱས་དེ་བཞག་དེ་ནས་ད་འབའ་བས་ཤིག་ཁོ་རང་འགྲོ་ག་ལ་མོ་ལ་ནི་ཁོས་བསམ་འཆར་ག་ཞིག་བཤད་འདུག་བ། ད་ང་ཡར་འགྲོ་གི་ཡིན། ངས་འགྲོ་ཕྱོགས་ལྟ་ཅི་འདོད་མ་བྱེད་ད་ཁག་མི་འདུག་ཡིན་ན་ང་ལ་གཅིག་བཤད་ཡ་གཅིག་ཡོད། བཤད་ག་རེ་ཡོད་ཟེར་ན་ང་ཚོ་སྡེ་ལ་དེ་སྔའི་གི་སྒྲིག་འཛུགས་ཨ་མ་དེ་རེད་ཁྱེད་ཚོ་ག་འགའ་འཆམ་པོ་མཐུན་པོ་ཅིག་མེད་ན་ང་ཚོ་ལས་ཀ་བྱེད་ཐུབ་པོ་མ་རེད། ངས་ནས་ཡེ་ནས་མ་ཁྱེད་རང་ཚོ་གི་བཀའ་ག་རེ་གནང་ཡ་དེ་མ་གཏོགས་ངས་ཡེ་ནས་ཐོས་པ་ང་འཇོན་བསམ་ཡ་དེ་འདྲ་གས་མེད་འདི་ནས་བཀའ་ག་རེ་གནང་པ་དེ་འགྲུབ་གི་ཡིན་དེ་ཨ་ཐོན་མ་ཐོན་བྱེད་དགོས། ངོ། དེ་ལྷ་ང་འགྲུབ་ཡ་མེད། ཁྱེད་རང་ཚོ་བཀའ་མ་གནང་ན་ནི་ངས་གང་འབྱུང་གི་མ་རེད། ད་ནི་ང་འགྲོ་ཡ་དེ་འདི་ཡིན་ཟེར་ང་འཇོན་པོ་ཞེ་བོ་ཡོད་བསམ་ང་འགྲོ་གི་མེད་ཟེར། ད་ཡིན་ན་ངས་དོན་ཚིག་གཅིག་ག་རེ་བཤད་ཡི་ཡོད་ཟེར་ནས་གང་ལ། དགྲ་བོ་དཔོན་དང་དེ་ནས་བྱ་རྒོད་རྣམ་རྒྱལ་རྡོ་རྗེ་གཉིས་འདི་ཁྱེད་རང་ཚོ་ད་ཕ་ཡུལ་ལུང་པ་ནས་སོ་སོ་བལྟས་ཟེར་ཅིག་རྙོག་དྲ་ཅིག་ཡོད་པ་ཡིན་ཙང་དེའི་རྙོག་དྲ་སེམས་ལ་ད་ལྟ་ཉར་མ་བསྡད་རོགས་གྱིས། ད་ང་ཚོ་ལས་ཀ་དེ་མཐའ་མ་ལེགས་བར་དུ་ཕྱི་ཉིན་གཉིས་ཡིན་ན་གཅིག་སེམས་གཅིག་ལ་དྲིལ་ནས་ལས་དོན་རང་གི་ཐོག་ལ་ད་བར་ཞུགས་རྒྱལ་གྱི་བསམ་བློ་བཏང་རོགས་གྱིས། དེ་ཕྱི་ཉིན་དེ་རིང་འདའི་ཚོགས་འདུ་ཁས་ལེན་ན་དེ་ང་འགྲོ་ཆོག་ཟེར་ན་ད་ཁོ་རང་སྐད་ཆ་འདི་བྱུང་འདུག་ཨ་ལེ།
དེ་ནས་དྲ་བོ་དཔོན་རིན་ཆེན་ཚེ་རིང་དང་བྱ་རྒོད་རྣམ་རྒྱལ་རྡོ་རྗེ་གཉིས་ཀས་རྒན་མོ་འདྲ་གྱིས་ཤོ་ད་དེ་ཡིན་ད་ཡིན་ཟེར་ད་ང་ཚོ་ཨ་ལེ། དགོས་པ་གཅིག་བོད་སྤྱི་བའི་དོན་དག་རེད་ད་ང་ཚོ་ལས་དོན་དེ་གལ་ཆེ་གི་རེད་ད་ངན་མ་གི་སྐད་ཆ་རྙིང་པ་དེ་ང་ཚོ་བཤད་དེ་ན་ཕན་གི་མ་རེད་ཨེ་ཁོ་ཚོ་གང་གང་དེ་ནས་ད་ཆོས་ད་འགྲོ་རྒྱུ་བྱས། འགྲོ་དོན་གང་ལགས་ཨ་ནི། བ་དག་འབའ་བ་ཡེ་ཤེས་འགྲོ་ག་ལྷ་མོ་དེ་ལ། ལུགས་དུ་འགྲོ་དང་འཁྲུངས་ཡུལ་ལྷ་མོ་ཙི་རི་གཉིས་ཀའི། འབའ་བ་ཡེ་ཤེས་ལ་ཡང། ལྟ་ཁྱོད་འགྲོ་ཡ་དེ་ཞེ་དྲག་ང་ཚོ་གར་བློ་བདེ་བོ་བྱུང་སོང། རྒྱང་ཤེལ་གྱིས་སྤྲད།
རྒྱང་ཤེལ་དེ་འདྲ་ད་ཡང་འབྱོར་བ། དེ་འདྲ་གྱིས་སྤྲད། ནས་ང་ཚོ་བློ་བདེ་བོ་བྱུང་ཟེར་དེ་ག་རེ་ཟེར་ན་ཁྱོད་རང་སྡུག་དཀའ་ལས་བརྒྱབ་ཐུབ་ངེས། བརྒྱབ་ཐུབ་བརྒྱབ་ཐུབ་བ་ཙམ་མ་ཚད་པའི་དངོས་གནས་དྲང་གནས་ཀྱི་ལྷག་བསམ་རྣམ་དག་ཡོད་བ་ཅིག་རེད་ཤག་ཡིན་པ་དེ་ག་རེ་ཟེར་ན་ང་ཚོ་བྱང་ཆུབ་སྦྱིན་པ་བརྒྱུད་ནས་ཧ་གོ་སོང། བྱང་ཆུ་བྱིན་པ་སེ་ཡབ་ཤི་དྲུང་ཡིག་པིན་ཇག། རེད་དེ་དོ། སུ་ཡི་པིན་ཇག།
ཡབ་ཤི་དྲུང་ཡིག་ལྷ་མོ་ཚེ་རིང་གི་པིན་ཇག་བྱང་ཆུ་བྱིན་པ། ད་ཡི་གི་བློས་གི་འཇག་མ་དགེ་མཁན་གཅིག་རེད་བ། བྱང་ཆུ་བྱིན་པ་ལྷོ་ཁ་ལ་འགྲོ་དུས་གང་ལ་ཨ་ནི། ལྷོ་ཁ་ལ་ཁོང་ཚོས་ཀ་ལི་ཀ་ཏཱ་ནི་ཕ་བཏང་འདུག་བ། བཏང་ཡོད་འདུག་གང་ལ་ལྷོ་ཁ་ལ་བསྡད་ཡོད་འདུག་གང་ལ་ཨ་ནི། ད་ཆུ་ཆུ་གང་དུ་ཚོགས་འདུ་རུ་ཚོགས་ཡོད་འདུག་གང་ལ་རྒན་ཡེ་ཤེས་ཡོད་ན་ཅིག། ཚོགས་འདུ་འཚོགས་རྒྱུ་ཡོད་ངེས་གྲོས་འདྲ་བྱེད་རྒྱུ་ཡོད་ངེས་དེ་འདྲ་བྱེད་མཁན་དེ་ཡག་པོ་འདུག། ཡ་རྒན་ཡིན་ཞེས་མེད་དུས་ག་ལ་ཉི་མ་གཅིག་དེ་ཨ་རི་ཨོ་རི་འདྲ་བོ་ཅིག་མ་གཏོགས་བྱེད་མཁན་འདི་ལ་ཅིག་རེད་སོང་བསམ་ཡ་རེད་ཅེས་མེད་ངེས་ཅིག་དེ་འདྲ་ཅིག་འདུག་ཅེས་ནས་ཟེར་གྱི་འདུག་དེ་འདྲ་ཡིན་དུས་ག་ལ་ང་ཚོ་ཚང་མ་ཁྱེད་རང་ལ་ཡིད་ཆེས་ཡོད་དགའ་བོ་ཞེ་བོ་ཡོད་ཟེར་ལབ་འདུག་བ།